འོ་ལོ་སོ། ད་དེ་རིང་དམིགས་བསལ་འདྲ་པོ་བྱས་ནས། ང་ཚོ་ད་འབྲས་སྤུངས་པ། ཡིན་ན་ད་དེ་རིང་དུས་ཆོས་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། གང་ཡིན་ཟེར་ན་ད་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ། དགོངས་རྫོགས་ཁེལ་ཡོད་རེད་བ། བོད་ཟླ་བཞི་པའི་ཚེས་བཅོ་བརྒྱད་ཆེ། ད་དེ་ཡིན་དུས་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པའི་དགོངས་རྫོགས་དང་ནམ་རྗེ་ཡིན་ན་འདི་ལ་ཚོགས་ཚོགས་གྲ་རྒྱས་པ་འདྲ་བྱས་ཡོད་རེད་དེ། དེ་རིང་ད་ནད་ཡམས་ཀྱི་རྐྱེན་བྱས་ནས་ཚོགས་ཚོགས་ཡ་དེ་འདྲ་ཡོད་མ་རེད། དེ་འདྲ་མེད་པ་ཡིན་དུས་ད་རྗེ་འཇམ་དབྱངས་ཆོས་རྗེ་གི་གསོལ་འདེབས། ཡོན་ཏན་གཅིག་གོ་མ་དེ་འགྲེལ་བཤད་ཅིག་ཞུས་ན་ང་ཚོའི་དགོང་ཚོགས་ད་རྗེས་དྲན་བྱེད་ཡག་འགྲོ་བྱེད་ལ་གོ་ཆོད་ཡག་རེ་བ་བྱེད་ཀྱི་ཡོད། ད་དེ་ཡང་རྗེས་འཇགས་ཡང་ཆུ་བྱེད་པ་བཀྲ་ཤིས་དཔལ་ལྡན། བསོད་འདས་ཡོན་ཏན་གཅིག་གོ་མ་ཟེར་དེ་ཡང་དེ་ད་ང་ཚོ་ད་ཆུང་ཆུང་སྐབས་ནས་མང་ཆ་ཚུ་རིང་ཞིག་ལ་ཨ་ནེ་ང་ཚོ་ད་ཆུང་ཆུང་དེ་འདྲའི་ད་གསར་བ་དེ་གའི་དེ་འོ་ལ་རྐྱེན་རྩ་འོ་དེ་ལ་བསྡད། དེ་ནས་ཡོན་ཏན་གཅིག་གོ་ཡོངས་སུ་རྫོགས་པ་ཡིན་ཟེར་ནས་ད་འདོན་དགོས་རེད་ལ་ཨ་ནེ་ཚོགས་ལ་ཡང་མང་པོ་འདོན་གྱི་རེད། ད་ཡིན་དུས་ཡོན་ཏན་ཅན་ཁོ་མ་དེ་གི་འགྲེལ་བཤད་མདོར་བསྡུས་ཆེད་ཞུ་ན་བསམ་བྱུང། གཅིག་ན། ནི། འདི། དེ་རིང་དགོངས་རྫོགས་ལ། ཐུབ་བསྟན་བསོད་ཡག་གི་རེ་བ་ད་དགོངས་རྫོགས་ལ་ཡང། ཆེད་དུ་ཡིན་ལ། ནི་གཉིས་ན། ནི་འདི་གི་རྩོམ་འབྲི་སྟངས་དེ་ག་འདྲས་ཀྱི་རེད་ཟེར་དུས། ནི། གར་སོང་བ་རེད་ད། བླ་མ་སྤྱི་བོ་དམ་པ་བཅས་ལ་ཡང་གསོལ་འདེབས།

ངས་རྣམ་ཐར་ཤེས་ཀྱི་མེད། གང་ལྟར། བློ་གྲོས་རིན་ཆེན་སེང་གེ་ཡིས་བརྩམས་བཞག་པའི་ཡོན་ཏན་གཅིག་གོ་མ་དེ་གི་ངོ་སྤྲོད་ཞུ་གི་ཡིན། ད་ཡོན་ཏན་གཅིག་གོ་མ་དེ། ཤོ་ལོ་ཀ་ཕལ་ཆེ་ཕལ་ཆེ། སྐད་ཅིག་དགུ་བཅུ་བཅུ་གཅིག་སུ་ཐུག་ཤོ་ལོ་ཀ་བཅུ་གཅིག་སུ་གཅིག་གི་བདག་ཉིད་ཅན་གྱི། བསྟོད་པ་གཅིག་རེད་གསོལ་འདེབས་གཅིག་རེད། དེའི་ནང་ལོགས་ནས་ཤོ་ལོ་ཀ་བརྒྱད་ཀྱི་གསོལ་འདེབས་རེད། ཤོ་ལོ་ཀ་གསུམ་གྱི་སྨོན་ལམ་རེད་བཞག། ཨོ་དེ་འདྲས་ཤིག་རེད་བྱ། དེ་དེ་ཡང་རྩོམ་མང་ཆེ་བ་དེ་འདིའི་ནང་ལོགས་ལ་གཟུགས་ཅན་ཡིན་པ། གཟུགས་ཅན་གྱི་ནང་ལོགས་ནས་ཡང་བདེན་པའི་གཟུགས་ཅན་དང་མཐའ་དག་གཟུགས་ཅན་ཅི་རིགས་པ་ཅི་ནས་ད་སྙན་ངག་གི་ནང་ལོགས་ནས་ནི་སྙན་པོ་ཞིག་རག་འདུག་དེ་ཡིན་ཙང་ད། འབྲི་གུང་པ་ཅིག་ཡིན་ན་ནི་སོ་སོ་གི་བེད་འཇགས་ཡང་ཆོས་ཅན་ཞིག་རག། སྐུ་དྲིན་ཆེན་པོ་ཡིན་པ་འབྲས་སྤུངས་ཕྱག་བཏབ་ཞེས་རག་སྐུ་དྲིན་ཆེན་པོ་ཡིན་པའི་ཐོག་ནས་ང་ཚོ་འགྲེལ་བཤད་ཅིག་ཞུ་དགོས་ཡ་ཅི་རེད་ལ། ད། ནི་སྤྱི་ཡོངས་ནས་བསམ་བློ་བཏང་བ་ཡིན་ནས་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ཡིན་ན། རྗེ་རིན་པོ་ཆེ་སྐུ་དངོས་ཀྱི་སློབ་མ་རེད་བ། ང་ཚོ། རྗེ་རིན་པོ་ཆེ་གི། ཨ་ནི་དགའ་ལྡན་དགོན་པ་ཕྱག་བཏབ། དེའི་ཞུ་སྒོ་དེ་ལ་རྗེ་འཇམ་དབྱངས་ཆོས་རྗེ་གིས། ཕལ་ཆེར་ཕྱི་ལོ་གཅིག་སྟོང་དྲུག་བརྒྱ་བཅུ་དྲུག་ལོ་ལ་ཡ། དེ་ནས་ང་ཚོ་ཕི་གས། ཨ། ང་ཚོ་འབྲས་སྤུངས་དགོན་པ་ཕྱག་བཏབ། ཨ་ནི། དེའི་ཤུགས་ཀྱིས་དེ་ལ་བྱམས་བརྩེའི་ཆུས་བྱས་ཀྱིས་ནི་སེ་ར་དགོན་པར་ཕྱག་བཏབ་ཅེས་ནི་སེ་འབྲས་དཀར་གསུམ་དེ་ཐོས་སུ་དེ་འདྲས་རེད་པ། ད་དེ་འདྲས་ཡིན་མིན་ན་ལོ་ནི་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ཡིན་ན་ད་གཅིག་གི་འཁྲུངས་ལོ་དང་དེ་ཚོ་དྲིས་ཏེ་འདྲས་གྲབས་ཅི་རེད། ཕྱི་ལོ་གཅིག་སྟོང་སུམ་བརྒྱ་བདུན་ཅུ་དོན་དགུ་ལོ་ལ་སྐུ་འཁྲུངས་བྱས་ནི་ཨ་ནི་དགོན་པ་རྫོགས་ཡག་གི་དུས་ཚོད་དེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཞི་བཅུ་ཞེ་གཅིག་ལོ་ལ་དགོན་པ་རྫོགས་པ་དེ་འདྲས་ཅི་རེད། ཨ་དེ་འདྲས་ཡིན་དུས་ཨ། དེ་ཡིན་པ་ཙམ་དུ་མ་ཟད་ཨ་ནི་གར་ཤོར་བ་རེད་བས་ནི་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ཚེ་ངོ་མ་ལ་བཀྲ་ཤིས་དཔལ་ལྡན་ཟེར་གྱི་རེད། ཡིན་ནས་ཁོང་ལ་ཡང་འཇའ་ཡང་ཆོས་རྗེ་འཇའ་ཡང་ཆོས་རྗེ་ཟེར་ཞུ་གི་འདུག་དེ་ག་རེད་ཟེར་དུས་ཆུང་ཆུང་སྐབས་ནས་བཟུང་སྟེ་འཇའ་ཡང་དཀར་པོའི་བསྙེན་པ་བཏང་རྗེས་ནས་དམིགས་བསལ་གྱི་འཇའ་ཡང་དཔལ་ཡང་གི་རྗེས་སུ་བཟུང་བའི་སྐྱེས་བུ་ཅིག་ཡིན་པ་ཡིན་ཙང་ད་ཁོང་གི་མཚན་ཁོ་རང་ལ་ཡང་འཇམ་ཡང་ཆོས་རྗེ་འཇའ་ཡང་ཆོས་རྗེ་ཟེར་ནས་ནམ་རྒྱུན་མང་ཆེ་བ་ཀྱི་མཚན་ལ་ཡང་བཀྲ་ཤིས་དཔལ་ལྡན་ཟེར་ནས་ཞུ་ངའི་དཀོན་པོ་འདྲ་ཅི་རེད་འཇའ་ཡང་ཆོས་རྗེ་འཇའ་ཡང་ཆོས་རྗེ་ཟེར་ཞུ་འདུག་གི་ཡིན་རྒྱུ་ངོ་མ་བྱས་ན་འཇའ་ཡང་ཆོས་རྗེ་བཀྲ་ཤིས་དཔལ་ལྡན་ཟེར་རྗེས་ནས་འོ་ཡ་རྗེ་འཇའ་ཡང་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ཟེར་འོ་ཁོང་གི་མཚན་ངོ་མ་དེ་འདྲ་ཅི་རེད། ཨ་ནི་ད་ཁོང་ཡིན་ན་ད་ང་ཚོ་རྒྱ་བོད་རིན་པོ་ཆེ་སྐུ། ཆེ་ཁར་སོགས་རེད་སྐུ་ཡི་འཁྲུངས་རབས་ཀྱི་ནག་ལོག་ལ་ཡོད་བསྡད་པ་ཅི་རེད་བ། རྒྱ་བོད་རིན་པོ་ཆེ་གི་སྐུ་ཡི་འཁྲུངས་རབས་ནག་ལོག་ལ་ཡ་ཨ་ནི། རྒྱ་རྒྱ་ད་རྒྱ་བོད་རིན་པོ་ཆེ་སྐུ་སྐུ་ཡི་འཁྲུངས་རབས་ཀྱི་སོ་འདས་དུ་སོ་ནག་ལོག་ལ་ཨ་འདྲི་འདུག་བ། ང་བློ་ལ་ཡོད་མ་རེད། རྒྱལ་བ་ཀུན་གྱི་གདུང་སེལ་བསམ་ཡས་པ། འབྲི་སྤུངས་ཕྱག་རྟགས་འཇམ་དབྱངས་ཆོས་རྗེའི་སོགས། རང་བྱུང་རྒྱུད་དྲུག་བཀོད་པ་མཐའ་ཡས་པའི། སྤྲུལ་པའི་རོལ་གར་བསྟན་ལ་གསོལ་བ་འདེབས། ཅེས་ནས་བསྡུ་བ། དེ་ལ་བསྡུ། རྗེ་འཇམ་དབྱངས་ཆོས་རྗེ་དེ་རྒྱལ་བ་རིན་པོ་ཆེ་གི་སྐུ་ཡི་འཁྲུངས་རབས་ནང་ལོགས་ཀྱི་ཡོད་པ་གཅིག་རེད། དེ་ནས་ཁོང་གིས་ད་འབྲི་སྤུངས་དགོན་པ་ཕྱག་བཏབ། ད་གངས་ཅན། རོ་དགེ་ལྡན་པའི་བསྟན་པ་ལ་ཡང་རྨད་དུ་བྱུང་བའི་མཛད་རྗེས་འོ་དོ་ཞེས་ནས་བཞག་གནང་ཡོད་རེད། ད་དེ་འདྲ་ཡིན་པའི་ན་ལོ་ནས་ད་རྗེས་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པའི་གསོལ་འདེབས་ཡོན་ཏན་གཅིག་གོ་མ་དེ་ངས་འགྲེལ་བཤད་མདོར་བསྡུས་ཀྱིས་ཞུས་ན། དེ་ཡང་དང་པོ། ཡོན་ཏན་གཅིག་གོ་ཡོངས་སུ་རྫོགས་པ་ཡི་སྨྲ་བའི་ཟླ་བ་འཇམ་དབྱངས་ཆོས་རྗེ་ཞེས། ས་གསུམ་སྙན་པའི་བ་དན་རབ་གསལ་བ། འཇམ་དབྱངས་ཆོས་རྗེའི་ཞབས་ལ་གསོལ་བ་འདེབས། ཤོ་ལོ་ཀ་དང་པོ་དེ། ཤོ་ལོ་ཀ་དང་པོ་དེ་གིས། འོ་ལ་སོ། དོན་དག་དེ་ག་རེ་ཟེར་ཡོད་འགོ་རེ་ཟེར་དུས། ད། འཇམ་དབྱངས་ཆོས་རྗེ་ལ་གསོལ་བ་འདེབས། འཇམ་དབྱངས་ཆོས་རྗེ་ལ་གསོལ་བ་འདེབས། གི་ཁྱེད་ཆོས་འདྲ་པོ་ཅིག་ག་རེ་བརྗོད་ཡོད་རེ་ཟེར་དུས། དང་པོ། ཡོན་ཏན་གཅིག་མཁོ་ཡོངས་སུ་རྫོགས་པ། ཡོན་ཏན་གྱི་གཅིག་མཁོ་ཡོངས་སུ་རྫོགས་པ། ཡང་མེད་ན་ཕུན་སུམ་ཚོགས་པའི་ཡོན་ཏན། དག་ཅིག་གར་སོགས་རེད། རང་གི་ཡོན་ཏན་ཡིན་ན་འདྲ་འདུག་ཡང་མེད་ན་གཞན་གྱི་ཡོན་ཏན་སྤངས་པའི་ཡོན་ཏན་ཡིན་ན་འདྲ་འདུག་རྟོགས་པའི་ཡོན་ཏན་ཡིན་ན་འདྲ་འདུག་གང་ལྟར་ཡོན་ཏན་ཡོངས་སུ་རྫོགས་པའི་གཅིག་མཁོ་དེ་རྫོགས་པ། ཨ་ནི། རྫོགས་པ་ཡིས་སྨྲ་བའི་ཟླ་བ། ཅེས་ནས་ཡོངས་སུ་རྫོགས་པ་ཡིས་ནི་ད། སྐྱེས་བུ་མཆོག་ཏུ་སྤྱོད་པ་སྨྲ་བའི་སྐྱེས་མཆོག། དེས་ག་རེ་གི་གཟུགས་སུ་བསྐོས་པ་རེད་ཟེར་ན་སྨྲ་བའི་ཟླ་བ། ཨ་ནི། འཇའ་ཡང་ཆོས་རྗེས་ཀྱི་ནི་མཚན་ངོ་མ་ལ་བཀྲ་ཤིས་པ་འདི་ཞུ་གི་ཡོད་རེད་དེ། ཨ་ནི། ད་ཡོངས་སུ་གྲགས་པ་དེ་ལ་འཇའ་ཡང་ཆོས་རྗེས་ཞེས་ཨ་ནི་ཡོངས་སུ་གྲགས་བསྡད་པ། དེ་ཡང་གྲགས་ས་པ་དེ་གྲགས་ས་དེ་ས་འདི་ཙམ་གྱི་ལ་གྲགས་པ་མ་ཡིན་པ། ས་གསུམ་ཀ་ལ་གྲགས་བསྡད་པ་ས་གསུམ་སའི་འོག་འདུས་ཙམ་པ་ལ་ད་གཅིག་གི་ས་འོག་དང་ས་སྟེང་དང་ས་བླ། འོ་དེ་ཟེར་ནས་འདྲ་འདུག་ཡང་མེད་ན་འདུག་ད་ཁམས་གསུམ་ག་ལ་ལ་བས་ནས་འདྲ་འདུག་གང་ལྟར་གྲགས་བསྡད་པ། ད་ས་གསུམ་ལ་ལ་ནས་ཡག་ཡིན་འགྲོ། ས་གསུམ་ལ་ཡོངས་སུ་བཟློག་པ་གྲགས་བསྡད་པས་དེ་ཡང་གྲགས་པ་དེ་ག་འདྲས་ཀྱི་རེད་ཟེར་དུས་བརྩམས་པ་ལ་བསྙེན་པས་གྲགས་པ་དེ་ག་རིགས་ཀྱི་གཟུགས་སུ་བཀོད་པ་རེད་ཟེར་ན་བ་དན། བ་དན་ཟེར་དུས་ང་ཚོ། ནི་རྡོ་དང་བ་དན་དང་རྒྱ་མཚན་ཟེར་བྱས་ནས་ཡོང་གི་རེད་བ་བ་དན་ཞེས་པ་དེ་ང་ཚོ། ནི་སོ་སོའི་གཡུལ་ལས་རྣམ་པར་རྒྱལ་བའི་གི་མཚོན་རྟགས་དེ་ལས་ཀྱི་བ་དན་ཟེར་བྱས་ནས་ཡོང་གི་འདུག་བ། འོ་ཡ་དེ་རེད་དེ་འདྲའི་ཡིན་ཙང་བསྙེན་པའི་གི་བསྙེན་པ་དེ་དང་གྲགས་པ་དེས་བ་དན་གི་གཟུགས་སུ་བཀོད་ནས་དེ་འདྲ་བའི་བ་དན་དེ་རབ་ཏུ་གསལ་བ་ག་བ་ལ་གསལ་བ་ས་སྲུང་ལ་གསལ་བ་སུས་ཀྱི་བསྙེན་གྲགས་འཇམ་དབྱངས་ཆོས་རྗེ་གི་གསང་བསྙེན་པ་འཇམ་དབྱངས་ཆོས་རྗེ་སུ་རེད་ཟེར་ན་ཡོན་ཏན་གྱི་དཀྱིལ་འཁོར་ཡོངས་སུ་རྫོགས་བདེ་བའི་མ་ཡི་ཟླ་བ་ཡིན་པ། ཨོ་དེ་འདྲས་ཀྱི་འཇའ་ཡང་ཆོས་རྗེའི་ཞར་ལ་གསོལ་བ་འདེབས་ཅེས་ནས་ཤོ་ལོ་ཀ་དང་པོ་དེ་གི་དོན་དག་དེ་དེ་འདྲས་ཅི་ཡིན་པ་འདྲ། ལེགས་སེ། ད་ཤོ་ལོ་ཀ་གཉིས་པ་དེ་གི་དོན་དག་དེ་ག་རེ་ཟེར་དགོས་བ་རེད་ཟེར་ན། ངེས་འབྱུང་རླུང་གི་བཞོན་པ་ལ་བརྟེན་ནས་ཚངས་སྤྱོད་ཤ་རིའི་རྩེ་ལ་རབ་འཕགས་ཏེ། ནི། འཆལ་ཚུལ་མུན་པའི་གོ་སྐབས་ཀུན་སྤངས་པ་འཇའ་ཡང་ཆོས་རྗེའི་ཞར་ལ་གསོལ་བ་འདེབས། དེ་གི་དོན་དག་ག་རེ་ཟེར་ཡོང་དགོས་རེད་ཟེར་དུས། འདི་དཔེ་དང་དཔེ་ཅན་མང་པོ་སྦྱར་དགོས་རེད། ངེས་འབྱུང་དེ་ག་རིགས་ཀྱི་གཟུགས་སུ་བསྐྱོད་ཡོད་པ་རེད་ཟེར་ན་རླུང་གི་བཞོན་པའི་གཟུགས་སུ་བསྐྱོད་པ་རེད། ཨ་ནི་ཚངས་སྤྱོད་དེ་ག་རིགས་ཀྱི་གཟུགས་སུ་བསྐྱོད་པ་རེད་ཟེར་ན་ཤ་གི་རིགས་ཀྱི་གཟུགས་སུ་བསྐྱོད་པ་རེད། ཨ་ནི་འཆལ་ཚུལ་དེ་ག་རིགས་ཀྱི་གཟུགས་སུ་བསྐྱོད་པ་རེད་ཟེར་ན་མུན་པའི་གཟུགས་སུ་བསྐྱོད་པ་རེད་ད་དཔེ་དང་དཔེ་ཅན་ངོས་འཛིན་བྱེད་ཐུབ་དགོས་ད། ད་འདི་དེ་འདྲ་ཡིན་དུས་ཙམ་པ་ལ་ད་ངས་འགྲེལ་བཤད་མདོ་བསྡུས་ཀྱི་རྒྱབ་ཡོང་ན། ངེས་པར་འབྱུང་བ་ཁོ་བོ་ལ་ངེས་པར་འབྱུང་བ་ངེས་འབྱུང་གི་བསམ་བློ་དེ་རླུང་གི་གཟུགས་སུ་བསྐྱོད་ནས་དེ་འདྲ་བའི་རླུང་གི་བཞོན་པ་དེ་ལ་བརྟེན་ནས།

དེ་འདྲ་བའི་གི་ཚངས་སྤྱོད་དེ་ཤ་རིགས་ཀྱི་གཟུགས་སུ་བཀོད་ནས་ཤ་གི་རིགས་ཀྱི་རྩེ་ལ་རབ་ཏུ་འཕགས་པ། རབ་ཏུ་འཕགས་ཏེ་པ་ནི་གར་བཟོད་པོ་རེ་ཚེ་དུས་ཙམ་པ་ལ་སུ་སི་དུས་ཨ་ནི། འཕགས་པ་ཙམ་དུ་མ་ཟད་ད་ཡང་ཁོ་གི་ཆེ་ཆུ་གཞན་པ་གཅིག་གར་རེ་ཚེ་དུས་ཙམ་པ་ལ་ཚངས་སྤྱོད་ལ་གནས་པ་ཡིན་ཙང་འཆལ་ཚུལ་གྱིས་མུན་པའི་གོ་ཁ་ཡོངས་སུ་རྫོགས་པ་སྤང་ཚར་བ། འཆལ་ཚུལ་སི་དུས་ཙམ་པ་ལ་ཁོ་རང་ཚིག་དེ་ང་ཚོ་འཆལ་ཚུལ་ལ་གི་རེ་ཁ་ཤི་གི་ཚུལ་འཆལ་ལ་གི་དུ་བ་ཚུལ་ཁྲིམས་འཆལ་བ་ལ་ཚུལ་འཆལ། ཡང་མེད་ན། འཆལ་བའི་ཚུལ་ཁྲིམས་ལ་འཆལ་ཚུལ། འཆལ། Sorry། འཆལ་ཚུལ། འཆལ་ཚུལ་ཟེར་ཡ་དེ་དང་ཚུལ་འཆལ་གཉིས་དོན་དག་གཅིག་པ་ཡིན་ས་རེད། འོ་དེ་འདྲས་ཡིན་དུས་བརྩམས་པ་ལ། འོ་ཡ། དེ་འདྲས་ཡིན་དུས་ད། འཁོར་བ་ལ་ངེས་པར་འབྱུང་བའི་ངེས་འབྱུང་གི་རླུང་གི་བཞོན་པ་དེ་ལ་བརྟེན་ནས། རང་ཉིད་ཀྱི། ཁྱིམ་བུ་གྱི་དྲུང་ནས། ཇི་ལྟར་ཁས་བླངས་པའི། སྡོམ་པའི། ད་སྡོམ་པ་ཡང་དག་པར་གསུངས་པའམ་ཚུལ་ཁྲིམས་ཡང་དག་པར་གསུངས་པའི་ཚངས་སྤྱོད་ཤཱ་རིའི་གཟུགས་སུ་གྱུར་ནས་ཤཱ་རིའི་རྩེ་ལ་རབ་ཏུ་འཕགས་པ། དེ་འཕགས་ཏེ། ཚུལ་ཁྲིམས་ལ་ཡང་དག་པར་གནས་པ་ཡིན་ཙང་འཕྱ་བའི་ཚུལ་ཁྲིམས་ཀྱི་མུན་པའི་གོ་སྐབས་གཏན་ནས་མེད་པ། འཕྱ་བའི་ཚུལ་ཁྲིམས་ཀྱི་འཕྱ་བའི་ཚུལ་ཁྲིམས་དེ་ག་རེ་གཟུགས་སུ་བཀོད་པ་རེད་ཟེར་ན་མུན་པའི་གཟུགས་སུ་གྱུར་ནས་དེ་འདྲ་བའི་འཕྱ་བའི་ཚུལ་ཁྲིམས་ཀྱི་མུན་པའི་གོ་སྐབས་ཅུང་ཟད་ཀྱང་མེད་པ་གཏན་དུ་སྤངས་པ། དེ་འདྲའི་གི་གཏན་དུ་སྤངས་བསྡད་པས་འཇམ་དབྱངས་ཆོས་རྗེ་གི་ཞར་ལ་གསོལ་བ་འདེབས་ཀྱི་ཡོད་ཟེར་བྱས་ནས་ད་གཉིས་པ་འདི་གི་ནང་ལོགས་ལ་གཙོ་བོ་ཆེ་ཤོས་དེ་ནི་ངེས་འབྱུང་གི་བསམ་པས་ཡང་དག་པ་ཅིག་ཟིན་ཡོད་པའོ་དེ་གཙོ་བོ་གཅིག་རེད་དོ། ངེས་འབྱུང་གི་རླུང་གི་བཞོན་པ་དེ་ལ་བརྟེན་ནས་ཚངས་སྤྱོད་ཀྱི་ཤ་རིགས་ཀྱི་རྩེ་ལ་རབ་ཏུ་འཕགས་པ་ཡིན་ཙང། ཕྱ་བའི་ཚུལ་ཁྲིམས་ཀྱི་དྲི་མའམ་མུན་པ་ཡོངས་སུ་རྫོགས་པ་གཏན་ནས་སྤངས་པ་ཡིན་ཟེར་བས་འཇམ་དབྱངས་ཆོས་རྗེ་ཞར་ལ་གསོལ་བ་འདེབས་ཟེར་བྱས་ནས་ད་འདི་ཡང་གཟུགས་ཅན་ཆགས་ཀྱི་ཡོད་རེད་པ།

རྣམ་དཔྱོད་ཀྱི་སིསེ་ཅན་དེ་ཡ་ཡོང་གི་འདུག་རྣམ་པར་དཔྱོད་པའི་གི་སིསེ་དེ་ཡ་ཡོང། དེ་འདྲ་བའི་གི་རྣམ་པ་དཔྱོད་པའི་རྣམ་རྣམ་དཔྱོད་ལྡན་པའི་ནི་སིསེ་དེ་ཡ་ཡོང་རྣམ་དཔྱོད་ཀྱི་སིསེ་དེ་ཡ་ཡོང་བྱས་ནས་དེ་གི་དྲ་བ་སྟོང་བྱས་པ། འདི་སྐབས་ཀྱི་དྲ་བ་ཟིན་གི་དེ་འོད་ཟེར་ལ་གོ་འགྲོ་གི་རེད་པ། ནི་དཔེ་དེ། དྲི་མ་མེད་པའི་བློ་གྲོས་ཀྱི་ཆུ་ཤེལ་ལ་ཡ་གྲུ་བཞག་པས། རྣམ་དཔྱོད་སིསེ་ཟླ་བ་དང་འདྲ་བ་དེ་གི་འོད་ཟེར་སྟོང་འབྱེད་པའམ་སྟོང་འཕྲོ་བ། ཨའུ་འགའ་ཡེ་དང་འཇའ་འབྲུ་མི་འཇའ་དང་བཞིན་བྱས་ཟིན་ངེས་དེ་ཡིན་རྒྱུ། ཚང་ཚང་ལ་མང་པོ་བཟོ་བ་ལ་གོ་འགྲོ་ཚང་ཚང་ཤ་བ་ལ་ཚང་ཚང་ཁྲོ་བ་ལ་ཚང་ཚང་སྐྲ་བ་ལ་ཨ་འདྲེ་ལ་གོ་རེད་བ། དེ་འདྲེ་ཡིན་ཙང་རྣམ་དཔྱོད་སིལ་སིལ་དྲ་བ་སྟོང་མཇལ་བ། དེ་མཇལ་བསྡད་པ་དེ་ནི་ད་ཁྱེད་གཞིས་མཇལ་ནས་ག་རེ་བྱེད་ཀྱི་ཡོད་རེད་ཟེར་དུས་ཙམ་པ་ལ་རྨོངས་པའི་གདོང་བ་རིང་དུ་སྤངས་པ་ཅན། རྨོངས་པའི་གདོང་བ་རིང་དུ་སྤངས་པ་ཅན་ཟེར་དུས་ཙམ་པ་ལ། དྲི་མ་མེད་པའི་བློ་གྲོས་ཀྱི་ཆུ་ཤེལ་དེ་ལ་ཡར་འཁྲུངས་བཞག་པས། རྣམ་དཔྱོད་བསིལ་བསིལ་ཅན་གྱི་འོད་ཟེར་དེ། བརྒྱ་སྟོང་ཕྲག་མང་པོ་ཕྱོགས་གཅིག་ཏུ་འཕྲོས་པ་ཡིན་ཙང་མཇལ་བ་ཡིན་ཙང། ཨ་ནི། ད་ཅིག། ཡུལ་ལ་རྨོངས་པས། རིག་པའི་གནས་ལ་རྨོངས་པ། ཡང་མེད་ན་ཡུལ་གྱི་གནས་ལུགས་ལ་རྨོངས་པས། རྨོངས་པའང་མ་རིག་པ་དེ་གདུང་བའི་གཟུགས་སུ་བཀོད་ནས། དཔེར་ན་ཚ་བ་ཤུགས་ཆེན་པོ་ཞིག་ཚ་ཡོང་དུས་ཙམ་པ་ལ་ཟླ་བ་ཤར་ཡོང་དུས་གདུང་བ་སེལ་གྱི་ཡོད་པ་ནང་བཞིན། ཁྱེད་རང་གི་བློ་གྲོས་དྲི་མ་མེད་པའི་ཆུ་ཤེལ་དེ་ལ་ཡར་འཁྲོངས་བཞག་པས་རྣམ་དཔྱོད་ཀྱི་འོད་ཟེར་དེ་དང་རྣམ་དཔྱོད་ཀྱི་ཟླ་བའི་འོད་ཟེར་དེ་འཕྲོ་བ་དེའི་ཚེ་ན། ཡུལ་ལམ་རྨོངས་པའི་མ་རིག་པའི་གྱི་གདུང་བ་དེ་ཡོངས་སུ་རྫོགས་པ་དེ་སྤང་གི་འདུག་རིང་དུ་སྤངས་པའང་གཏན་དུ་སྤང་གི་འདུག་དེ་འདྲའི་གྱི་སྤངས་བསྡད་པས་འཇའ་ཡང་ཆོས་ཅེས་བྱ་ལ་གསོ་བ་འདེབས་པ་ཡིན། ཅེས་ནས་འོ་འདི་ག་རེ་ཆགས་བསྡད་ཡོད་རེད་ཟེར་ན། སྙན་ངག་གི་ནང་ལོགས་ན་གཟུགས་ཅན་ཆགས་བསྡད་ཡོད་རེད།

ཆུ་ཤེལ་དེ་ལ་བརྟེན་ནས་ཟླ་བ་ཡང་ཟླ་བའི་འོད་ཟེར་ཤར་འོང་དུས་ཙམ་པ་ལ་གདུང་བ་སེལ་གྱི་ཡོད་པ་ནང་བཞིན། བློ་གྲོས་དེ་ལ་བརྟེན་ནས་རྣམ་དཔྱོད་ཡང་རྣམ་དཔྱོད་དེ་ལ་བརྟེན་ནས་མ་རིག་པའི་མུན་པ་སེལ་བར་བྱེད་ཀྱི་འདུག་དེ་འདྲའི་ཡིག་ཚང་འདི་བདེན་པའི་གཟུགས་ཅན་འཆར། འདྲེས་སོང་བ། དོན་དག་འདོད་ན་ག་རེ་ཟེར་དགོས་བ་རེད་ཟེར་དུས་ཙམ་པ་ལ། དཔལ་དང་ཤེས་རབ་དེ་ལ་བརྟེན་ནས་འཐུས་པའི་ག་རེ་སོགས་རེད། ད་དེང་གི་དང་པོ་དེ་ཁོ་ངོས་དེ་ལ་ཡིན་ན་ཚུལ་ཁྲིམས་ཡིན་པ། གཉིས་པ་དེ་ལ་ཤེས་རབ་ཀྱི་ཐོག་ནས། ཤེས་རབ་ཀྱི་ཐོག་ནས་ད་དཀའ་ངལ་ཡོངས་སུ་རྫོགས་པ་དེ། ཨ་ནི་མ་རིག་པའི་མུན་པ་ཡོངས་སུ་རྫོགས་པ་སེལ་བར་བྱེད་ཀྱི་འདུག་ཟེར་དེ་རེད། དེའི་ཤོ་ལོ་ཀ་གཉིས་དེ་འདྲི་བར་བྱེད། ད་ཤོ་ལོ་ཀ་གསུམ་པ་དེ། རབ་དཀར་ཡིད་ཀྱི་མེ་ལོང་དག་པའི་ངོས། གསུང་རབ་ཀུན་གྱི་གཟུགས་ཀྱི་རྣམ་པར་མཛེས། སྙིང་རྗེའི་བདུད་རྩིས་རྟག་ཏུ་གང་བ་ཅན། འཇའ་ཡན་ཆུ་རྗེའི་ཞར་ལ་གསོལ་བ་འདེབས། དེ་རེད། དེའི་དོན་དག་དེ་ཡང་འདིའི་གཟུགས་ཅན་རེད། འདི་མང་ཆེ་བ་དེ་གཟུགས་ཅན་རེད། སྙན་ངག་སྙན་པོ་སྤེལ་ཡོད་རེད། རབ་ཏུ་དཀར་བའི་ཡིད་དེ། ཡིད། ནི་སེམས། ཐུགས། ཐུགས་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་མེ་ལོང་གི་གཟུགས་སུ་བཀོད་ནས། རབ་ཏུ་དཀར་བའི་ཡིད་ཀྱིས་ཡིད་དེ་མེ་ལོང་གི་གཟུགས་སུ་བཀོད་ནས་རབ་ཏུ་དཀར་བའི་ཡིད་ཀྱིས་མེ་ལོང་གི། ཡོངས་སུ་དག་བསྡད་པ་མེ་ལོང་དག་པོ་ཡིན་དེ་ངས་དེའི་ངོས་ལ། ག་རེ་གི་གཟུགས་ཀྱི་རྣམ་པར་མཛད་ཀྱི་འདུག་ཟེར་ན་ཅི་ལྟར་མེ་ལོང་གི་རྣ་ལོགས་ལ་ཅིག་གཟུགས་ཅིག་སྟོན་བྱ་ན་གཟུགས་དེ་རྣམ་པར་བཀྲ་བ་ནང་བཞིན་བྱས་ནས་ཁྱེད་རང་གི་ཡིད་ཀྱི་མེ་ལོང་གི་རྣ་ལོགས་ལ་ག་རེ་བཀྲ་སྟེ་བཞག་ཟེར་ན་གསུང་རབ་ཀུན་གྱི་གཟུགས་ཀྱི་རྣམ་པར་མཛད། དཔལ་དང་མདོ་སྔགས་གཞུང་ལུགས་དང་བཅས་པའི་གསུང་རབ་ཐམས་ཅད་ཀྱི་གཟུགས་ཀྱི་རྣམ་པ་མཛད་དེ་བཞག་ཟེར་ཡོད་དུས་གསུང་རབ་ཐམས་གསུང་རབ་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་གཟུགས་ཀྱི་གཟུགས་སུ་བཀོད་པ་རེད། གཟུགས་བརྙན་གྱི་གཟུགས་སུ་བཀོད་པ་རེད། འོ་ཡ་དེ་འདྲ་ཡིན་དུས་རབ་ཏུ་དཀར་བའི་མེ་ལོང་གི་ནང་ལོགས་ལ་གཟུགས་བརྙན་རྣམ་པར་བཀྲ་བ་ནང་བཞིན། ཡོངས་སུ་དག་པའི་ཐུགས་ཀྱི་མེ་ལོང་གི་ནང་ལོགས་ལ་གསུང་རབ་ཀྱི་གཟུགས་བརྙན་ཡོངས་སུ་རྫོགས་པ་དེ་བཀྲ་དེ་བཞག་མཛེས་དེ་བཞག་འཕྲོ་དེ་བཞག་དེ་རེད།

ད་དེ་གི་ཐུགས་དེ། ཐུགས་དེ་མེ་ལོང་གི་གཟུགས་སུ་བཀོད་པའི་སྐབས་དེ་ལ་ཡིན། གཟུགས་བརྙན་གྱི་རྣམ་པར་མཛད་པ། གསུང་རབ་ཀྱི་ཀུན་གྱིས་གཟུགས་བརྙན་གྱི་རྣམ་པར་མཛད་པ། དེའི་ཚེ་འོན་ཏེ་ཤེས་རབ་ཀྱི་ཆ་ནས་རེག། ཐབས་ཀྱི་ཆ་ནས་བཤད་འོན་ཏེ་ཐབས། འགྲོ་བ་ཀུན་ལ་མ་བུ་གཅིག་པ་ལྟ་བུའི་བརྩེ་བའི་གེགས་སྙིང་རྗེ་གི་བདུད་རྩི་གིས་རྦད་དེ་ཡོངས་སུ་གང་བདེ་བའང་ཡོངས་སུ་ཆུད་བདེ་བ། དེ་འདྲའི་གི་གང་དེ་ངེད་ཀྱིས་འཇམ་དབྱངས་ཆོས་རྗེ་ཤ་ལ་གསོལ་བ་འདེབས།

རེད་པ། འོ་དེ་ཆ་ཤས་གཟུགས་ཅན་ཟེར་གྱི་འདུག་རེད་ད་དེ་ཨོ་ཙེ་རེད་གཟུགས་ཅན་ཡིན་པ་ཧ་གོ་ན་ཨོ་ཙེ་ཡོད་རེད། དེ་ཡིན་པ་བྱས། དེའི་བཞུགས་སྒོ་དེ་ག་རེ་རེད་ཟེར་ན། རྒྱལ་བ་ཀུན་གྱི་མཁྱེན་བརྩེའི་ཅོད་པན་བཅིངས། རྒྱལ་སྲས་ཀུན་གྱི་བཀྲ་ཤིས་མེ་ཏོག་འཐོར། ཆོས་ཀྱི་རྒྱལ་སྲིད་དཔལ་དང་རབ་ལྡན་པ། འཇམ་དབྱངས་ཆོས་རྗེ་ཤར་ལ་གསོལ་བ་འདེབས། དེ་རེད། ད་འདི།

སྦྱར་བ་ཐམས་ཅད་ཀྱི་ཆེམས་པ་དང་བརྩེ་བ་ཕྱོགས་གཅིག་ཏུ་བསྡུས་བཞག་པ་འདྲ་བ་ཅི། སྦྱར་བ་དང་སྦྱར་བ་ཐམས་ཅད་ཀྱི་ཆེམས་པ་དང་བརྩེ་བ་དེ་གས་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་ཅོད་པན་གྱི་གཟུགས་སུ་བཀོད་ནས་ང་ཚོ། དཀྲོག་ཤུགས་ཀྱི་གཟུགས་སུ་བཀོད་ནས་དེ་འདྲ་བའི་ཅོད་པན་དེ་བཅིངས་བཞག། གཅིག་བྱས། སྦྱར་བ་ཀུན་གྱི་ཆེམས་པ་དང་བརྩེ་བའི་གྱི་ཅོད་པན་བཅིངས་བཞག། རྒྱལ་སྲས་ཞལ་མཆོད་སེམས་དཔའ་ཐམས་ཅད་ལོག་གི། རྗེ་འཇམ་དབྱངས་ཆོས་ཀྱི་བཀྲ་ཤིས་པ་འདི་ལ་བཀྲ་ཤིས་པའི་མེ་ཏོག་འཐོར་བ་བྱེད་ཀྱི་འདུག། དེ་ནི་རང་ཉིད་ཀྱི་ངོས་ནས་ཡིན་པ་ཡིན་ན་རྦད་དེ་ཆུས་དེ་རྒྱལ་སྲིད་བསྐྱངས་ནས་རྒྱལ་སྲིད་དེ་ཆུས་དེ་རྒྱལ་སྲིད་ཀྱི་གཟུགས་སུ་བསྐྱོད་ནས་རེད་བ། ཆུས་དེ་རྒྱལ་སྲིད་ཀྱི་གཟུགས་སུ་བསྐྱོད་ནས་ཆུས་ཀྱི་རྒྱལ་སྲིད་དེ་ག་འདྲས་བྱས་ནས་བསྐྱངས་ཀྱི་འདུག་ཟེར་ལ་ན་རྦད་གཟི་བརྗིད་ཆེན་པོ་རྦད་དེ་འཁོར་མང་པོ་འགྲོ་དོན་རྒྱ་ཆེན་པོ་འཕྲིན་ལས་འཇུག་པོ་འོ་དེ་འདྲས་བྱས་ནས་ཡོང་གི་ཡོད་པ་ཡིན་དུས་ཆུས་ཀྱི་རྒྱལ་སྲིད་དཔལ་དང་རབ་ལྡན་པ་ཟེར། དེ་འབྲེལ་གྱི་ཆོས་ཀྱི་རྒྱལ་སྲིད་དཔལ་དང་རབ་དང་ལྡན་པ་དེ་སུ་རེད་ཟེར་ན་ཆོས་ཅན་དེ་འཇའ་ཡང་ཆོས་ཅན་རེད་འཇའ་ཡང་ཆོས་ཅན་ལ་གསོལ་བ་བཏབ་ཀྱི་ཡོད་ལ་ནི་འོ་འཇའ་ཡང་ཆོས་ཅན་ལ་གསོལ་བ་བཏབ་པ་འདི་ཡི་ནང་ལོ་དོན་དག་དེ་དང་པོ་དེ་ག་རེ་ཟེར་དགོས་རེད་ཟེར་ན་སྦྱར་བ་ཐམས་ཅད་ཀྱི་ཆེན་པ་དང་བརྩེ་བས་ཀྱི་ཅོད་པན་དེ་བཅིངས་བཞག་ཆེན་པ་དང་བརྩེ་བ་དེ་པའི་ཅོད་པན་གྱི་གཟུགས་སུ་བཀོད། འཇའ་ཟེར་ཀུན་གྱིས་བཀྲ་ཤིས་པའི་མེ་ཏོག་འཐོར་གྱི་འདུག་ཟེར་ན་བཀྲ་ཤིས་པའང་དགེ་ལེགས་དེ་ལ་མེ་ཏོག་གི་གཟུགས་སུ་བཀོད་མེ་ཏོག་འཐོར་བར་བྱེད་པ། ཆོས་དེ་རྒྱལ་སྲིད་ཀྱི་གཟུགས་སུ་བཀོད་ནས་རྒྱལ་སྲིད་དེ་ཆོས་ཀྱི་རྒྱལ་སྲིད་དེ་དཔལ་དང་ལྡན་པ། དེ་འབྲེལ་གྱི་ཆེ་ཆོས་ཅན། ཅན་འཇམ་དབྱངས་ཆོས་རྗེ་ལ་གསོལ་བ་བཏབ་ཀྱི་ཡོད། ཅེས་ནས་ལབ་བ་དེ་འདི་ཡི་གཟུགས་ཅན་རེད། གཟུགས་ཅན་གྱི་ནང་ལོགས་ནས་ཡང་འདི་བདེན་པའི་གཟུགས་ཅན་ཆགས་ཡོད་མ་རེད་ད་འདི་ཆ་ཤས་གཟུགས་ཅན་འདྲ་བ་ཅིག་ཆགས་དགོས་རེད། འོ་དེ་རེད། ད་དེ་རེད་དེ་ཞུ་དགོས་དེ་ལ། ད་འདི་རྗེ་འཇམ་དབྱངས་ཆོས་རྗེ་གི་ནི་བཀྲ་ཤིས་དཔལ་ལྡན་པའི་མཚན་དོན་གྱི་རྩོམ་ཅིག་རེད། བཀྲ་ཤིས་གཏེར་གྱི་བུམ་པ་བཟང་པོ་ཅན། དཔལ་ལྡན་འདོད་རྒུའི་འབྱུང་གནས་ཡིད་བཞིན་ནོར། ལྷུན་གྲུབ་མཛེས་པའི་ཆར་འབེབས། ཆོས་ཀྱི་སྤྲིན། འཇའ་ཡང་ཆོས་རྗེའི་ཞབས་ལ་གསོལ་བ་འདེབས། ཅེས་ནས་ད་འདི་གི་ཚིག་དང་པོ་གཉིས་ནང་ལོགས་ལས་བཀྲ་ཤིས་པ་འདེན་ཟེར་ཡོད་དེ་དོན་གྱི་དོན་དེ་རེད། ད་བཀྲ་ཤིས་གཏེར་གྱི། བཀྲ་ཤིས་པའི་འམ་དགེ་ལེགས། དགེ་ལེགས་ཟེར་དང་བཀྲ་ཤིས་ཟེར་སོགས་འདྲ་བོ་འདྲ་བོ་འདུག་ཨ། དགེ་ལེགས་དང་བཀྲ་ཤིས་པའི་གཏེར་གྱི་བུམ་པ་བཟང་པོ་དང་ལྡན་པ། ཨ་ནི་དཔལ་དང་ལྡན་པའི་འདོད་རྒུ་ཐམས་ཅད་ཀྱི་འབྱུང་གནས་འམ། ཨ་ནི་དཔལ་དེ་གར་གཟིགས་དགོས་རེད། འདོད་རྒུ་འམ། ཐར་པ་འདོད་པའི་གི་སྐྱེས་བུ་རྣམས་ཀྱིས། ཨ་ནི་དཔལ་དེ་འདོད་རྒུ་ཡོངས་སུ་རྫོགས་པ་གྱི་འབྱུང་གནས་ག་རེ་དང་འདྲ་བ་ཟེར་དུས་ཡིད་བཞིན་གྱི་ནོར་བུ་དང་འདྲ་བ། ལྷུན་གྲུབ་མཛད་པས་ལྷུན་གྱིས་འགྲུབ་པའི་མཛད་པ་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་ཆར་འབེབས། ཆར། འདི་གར་སོགས་རེད། མཛད་པ་ཕྲིན་ལས་དེ་ཆར་པ་མ་འབེབས་པ་བྱེད་པའི་ཆུས་ཀྱི་སྤྲིན། ད་འདི་ལ་གཉིས་མཉམ་དུ་སྦྱར་དགོས། ལྷུན་གྲུབ་མཛད་པ་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་ཆར་བའི་གཟུགས་སུ་བཀོད་ནས། དེ་ཆར་པ་དེ་མ་འབེབས་པར་བྱེད་ངེས་དེ་ཆོས་དེ་རེད་ཆོས་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་སྤྲིན། འོ་དེ་འདྲས་བྱས་ནས་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་དེ་ག་འདྲས་ཀྱི་རེད་ཟེར་ན་བཀྲ་ཤིས་པའི་དཔལ་དང་དགེ་ཞིང་ལེགས་པའི་གཏེར་གྱི་བུམ་པ་བཟང་པོ་གཅིག་ཡིན་ཞེས།

དང་འཚམས་པ་འདྲ་བ་གཅིག་དང་པོ་དེ། དགེ་ལེགས་ཀྱིས་བཏབ་པའི་བཀྲ་ཤིས་པའི་གཏེར་གྱི་བུམ་པ་བཟང་པོ་ཅན་ཡིན་པ། ཨ་ནི་གཉིས་པ་དེ་དཔལ་དང་ལྡན་པ་དབང་ཕུན་སུམ་ཚོགས་པའི་འདོད་དགུ་ཐམས་ཅད་ཀྱི་འབྱུང་གནས་ཡིད་བཞིན་ནོར་བུ་དེ་ཡིན་པ། གསུམ་པ་དེ། ལྷུན་གྱིས་གྲུབ་པའི་མཛེས་པའི་གྱི་ཨ་ནི་ཆར་བ་འབེབས་པར་བྱེད་པའི་ཆུས་ཀྱི་སྤྲིན་དེ་ཡིན་པའོ། དེ་འདྲ་ཡིན་དེ་བས་ཀྱང་ཡང་ཆོས་རྗེའི་ཞར་ལ་སོགས་བ་འདས་ཟེར་བྱས་ནས་འོ་ཡང་འདི་ཡང་གཟུགས་ཅན་རེད་དོ། འོ་དེ་འདྲ་གཅིག། ད་ནི་དེའི་ཤུལ་རྒོད་དེ་ལ་ག་རེ་རེད་ཟེར་ན། མང་ཐོས་རྒྱ་མཚོའི་དཔེ་ལ་དབང་བསྒྱུར་ཞིང། ཚུལ་ཤིང་རྣམ་དཔྱོད་གདེངས་ཀ་རྒྱ་ཆེན་པོ། དགོན་པ་དྲི་མེད་ནོར་བུའི་གཙུག་རྒྱན་བཅས་འཇའ་ཡན་ཆོས་རྗེའི་ཞར་ལ་སོ་བ་འདས་དེ་རེད། དེའི་དོན་དག་ག་རེ་གསལ་ཡོང་དགོས་རེད་ཟེར་དུས་བརྩམས་པ་ལ། ད་འདི། ནི། འདི། ཀླུ་གི་རྒྱལ་པོ་དང་དཔེ་སྦྱར་བའི་ཐོག་ནས་འབྲེལ་ཡོད་རེད། དང་པོ་དེ་ག་རེ་རེད་ཟེར་ན་མང་དུ་ཐོས་པ། གཉིས་པ་དེ་ཚུལ་ཤིང་སྤྱོད་པ། གསུམ་པ་དེ་དགོན་པ། དེ་དཔེ་ག་རེ་ག་རེ་སྦྱར་ཡོད་རེད་ཟེར་ན། མང་དུ་འཐུས་པ་དེ་ག་རེ་ལ་དཔེ་སྦྱར་ཡོད་རེད་རྒྱ་མཚོའི་དཔེ་ལ་སྦྱར་ཡོད་རེད། ཚུལ་ཤིང་སྤྱོད་པའི་རྣམ་དཔྱོད་དེ་ག་རེ་གི་གཟུགས་སུ་བཀོད་ཡོད་རེད་ཟེར་དུས་ཙམ་པ་ལ་གདེངས་ཀ་གི་གཟུགས་སུ་བཀོད་ཡོད་རེད་གླུ་ལ་གླུ་ལ་གདེངས་ཀ་ཡོད་དགོས་འདུག་ག་མགོ་ལ་གླུ་ལ་གདེངས་ཀ་གི་གཟུགས་སུ་བཀོད་ཡོད་རེད། དགོན་པ་དེ་ག་རེ་གི་གཟུགས་སུ་བཀོད་ཡོད་རེད་ཟེར་ན་དྲི་མ་མེད་པའི་གཙུག་རྒྱན་གྱི་གཟུགས་སུ་བཀོད་ཡོད་རེད། འོ་དེ་འདྲའི་གི་གཙུག་རྒྱན་ཅན་དེ་སུ་རེད་ཅེས་འཇམ་དབྱངས་ཆོས་རྗེ་རེད། འོ་འདི་འཇམ་དབྱངས་ཆོས་རྗེ་ཤར་ལ་གསོལ་བ་འདེབས་ཅེས་ནས་ལབ་དགོས་ཡོད་རེད། དོན་དག་ངས་འགྲེལ་བཤད་འདྲ་བོ་ཅིག་མང་སྦྱར་ཡོད་ན། ད་གསུང་རབ་ཀུན་ལ་མང་དུ་འཐུས་པའི་མང་དུ་ཐོས་པ་དེ་རྒྱ་མཚོས་ཀྱི་གཟུགས་སུ་བཀོད་ནས་མང་དུ་ཐོས་པའི་རྒྱ་མཚོས་ཀྱི་དཔལ་ལ་དབང་འབྱོར་པའམ་མང་དུ་ཐོས་པ་ལ་དབང་ཕྱུག་པའོ། དེ་བྱས། གཉིས་པ་དེ་རང་ཉིད་ཀྱིས་ཐོས་པ་ཙམ་དུ་མ་ཟད་ཐོས་པའི་དོན་དག་དེ་རང་ཉིད་ཀྱིས་ཚུལ་བཞིན་དུ་བསམས་པས་བསམ་མེད་ཀྱི་རྣམ་དཔྱོད་དེ་ག་རིགས་ཀྱི་གཟུགས་སུ་བཀོད་པ་རེད་ཟེར་ན་གདེངས་ཀ་གི་གཟུགས་སུ་བཀོད་པ་རེད། གླུ་དེ་སྐད་དེ་ལ་གདེངས་ཀ་ཡོད་པ་ནང་བཞིན་གདེངས་ཀ་དེ་རྒྱ་ཆེན་པོ་དང་ལྡན་པ་རེད་བྱ། གཉིས་བྱས། ཐོས་བསམ་བྱས། ད་ཨ་ནེ་གསུམ་པ་དེ་སྒོམ་པ་རེད། བསམ་པའི་དོན་དག་དེ་རང་ཉིད་ཀྱི་ཚུལ་བཞིན་དུ་སྒོམ་པ་དེ་སྒོམ་པ་དེ་ག་རིགས་གཟུགས་སུ་བཀོད་པ་རེད་ཟེར་ན་དྲི་མ་མེད་པའི་ནོར་བུའི་གཙུག་རྒྱན་གྱི་གཟུགས་སུ་བཀོད་པ་རེད་གཙུག་རྒྱན་སྤྱན་ཞེས་པ་དེ་ནི་གཙུག་རྒྱན་གང་གདན་ས་དེ་སུ་རེད་ཟེར་ན་རྗེ་འཇམ་དབྱངས་ཆོས་ཀྱི་བཀྲ་ཤིས་པ་འདས་དེ་རེད་བཀྲ་ཤིས་པ་འདས་པ་དེ་ལ་གསོལ་བ་འདེབས་ཀྱི་ཡོད་ཅེས་འདི་ལ་རེད། ད་འདི་དངོས་གནས་བྱེད་ཀྱི་ཡིན་ན། མང་མཐུས་རྒྱ་མཚོའི་དཔལ་ལ་དབང་འབྱོར་ཞིང་ཚུལ་ཤིང་གནམ་ཆོས་གདེངས་ཀ་རྒྱ་ཆེན་པོ། སྒོམ་པ་དྲི་མེད་ནོར་བུའི་གཙུག་རྒྱན་སྤྱན། འཇའ་ཡང་ཆོས་ཀྱི་ཀླུ་དབང་ཞབས་ལ་གསོལ་བ་འདེབས་ཟེར་ཡང་འགྲོ་འཇའ་ཡང་ཆོས་ཀྱི་ཀླུ་དབང་ཞབས་ལ་འདུད་ཟེར་ཡང་འགྲོ་ཅིག་ལབ་ན། ད་ཁྱེད་གཞི་དང་ཁྱེད་ཆོས་ཐམས་ཅད་དཔེ་ཡི་གཟུགས་སུ་བཀོད་པ་རེད་དེ། ཡིན་ན་ཡང་ཚིག་རྐང་ཐ་མ་དེ་ལ་འཇའ་ཡང་ཆོས་རྗེ་ཞབས་ལ་གསོལ་བ་འདེབས་འཇའ་ཡང་ཆོས་རྗེ་ཞབས་ལ་གསོལ་བ་འདེབས་ཅང་ཅང་ཡོད་པ་ཡིན་ཙང། ཁྱེད་ཆོས་ཅན་དེ་དཔེ་ཡི་གཟུགས་སུ་བཀོད་མ་བཀོད་ཡོད་མ་རེད་དངོས་སུ། ཡིན་ན་ཡང་དོན་དག་གི་ཐོག་ལ་ཡིན་ན་མང་དུ་ཐོས་པ་དེ་རྒྱ་མཚོའི་གཟུགས་སུ་བཀོད། ཚུལ་ཤིང་གཅོད་པ་དེ་གདེངས་ཀ་ཡི་གཟུགས་སུ་བཀོད། ཚུལ་ཤིང་གཅོད་པའི་རྣམ་དཔྱོད་དེ་གདེངས་ཀའི་གཟུགས་སུ་བཀོད། སྒོམ་པ་དེ་ཧ་ནི་གཙུག་རྒྱན་གྱི་གཟུགས་སུ་བཀོད་པ་ཡིན་ཙང། དེ་ཡི་ཁྱད་ཆོས་ཁྱད་ཆོས་དེ་དག་དང་ལྡན་པའི་ཁྱད་གཞི་དེ་ཡང་འཇམ་དབྱངས་ཆོས་རྗེ་ཀླུ་དབང་རྒྱལ་པོའི་གཟུགས་སུ་བཀོད་པ་དེ་ཆགས་ཀྱི་ཡོད་རེད་དེ་དངོས་སུ་གསལ་ཡོད་མ་རེད། འོ་ཡ་དེ་རེད་ད་མདོར་བསྡོད་པ་ཡིན་ན་འདི་གི་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་རྗེ་འཇམ་དབྱངས་ཆོས་རྗེ་ལ་གསོལ་བ་བཏབ་ཀྱི་ཡོད་རེད་མང་དུ་ཐོས་པ་རྒྱ་མང་ཐོས་རྒྱ་མཚོའི་དཔལ་ལ་དབང་བཅུ་ཞི་ཟེར་ཡ་དེ་གི་མ་ཐོས་པ་བྱས་ཚུལ་བཞིན་རྣམ་དཔྱོད་ལྡན་ཁ་རྒྱ་ཆེན་པོ་ཟེར་ཡ་དེ་གི་བསམ་པ་བྱས་དགོན་པ་དྲི་མེད་ནོར་བུའི་གཙུག་རྒྱན་ཅན་ཟེར་ཡ་དེ་དགོན་པ་དེ་འདྲས་ཀྱི་ཐོས་བསམ་སྒོམ་གསུམ་གྱི་ཉང་ལེ་མཐར་ཕྱིན་པའི་ཨ་ནི་ཅག་འཇམ་དབྱངས་ཆོས་རྗེ་ལ་གསོལ་བ་བཏབ་ཀྱི་ཡོད་ཟེར་ཏེ་གསུངས་དེ་གཅིག་རེད། ད་འདིས་ག་རེ་ཆགས་ཀྱི་ཡོད་རེད་ཟེར་དུས་བརྩམས་པ་ལ། བདེན་པའི་གཟུགས་ཅན་ཆགས་ཡོད་རེད། བདེན་པའི་གཟུགས་ཅན་དེ་ག་རེ་ཆགས་རེད་ཟེར་ན་དཔེ་ཅན་གྱི་ཆེ་བཞི་དང་ཆེ་བཅུ་ཐམས་ཅད་གཅིག་ལ་གཅིག་བརྟེན་གྱི་ཚུལ་དུ་ཡོད་རེད་བ། རྒྱ་མཚོའི་ནང་ལོགས་ལ་ཨ་ནི་ག་རེ་བཟོས་དགོས་རེད། རྒྱ་མཚོའི་གི་ནང་ལོགས་ལ་ཀླུ་ཡོད་རེད་ཀླུ་ལ་ལྡིང་ཀ་ཡོད་རེད་ལྡིང་ཀའི་སྒང་ལ་གཟུགས་ཅན་ཡོད་རེད་དེ་ཏག་ཏག་གཅིག་ལ་གཅིག་བརྟེན་གྱི་ཚུལ་དུ་ཡོད་པ་ཡིན་ཙང་འདི་བདེན་པའི་གཟུགས་ཅན་ཆགས་ཀྱི་ཡོད་རེད། འོ་ཨེ་ཐི། ད་འདི་དུས་སོང་གོང་སོང་ག་ལ་འགྲོ་ཚར་སོང་ཨ་ད་ང་ཚོ། འོ་ཨེ་ཐི། ད་འདི་ཞུ་དགོས་དེ་ལ་འདི་རེད། ཆེ་ཚད་རྩོམ་པའི་ཉི་ཟེར་འབུམ་ཕྲག་གིས། བསྟན་པའི་པད་ཚལ་རྣམ་པར་རྒྱས་བྱས་ཏེ། སྐྱེ་དགུ་བུང་བའི་ཚོགས་ཀྱི་དབུགས་འབྱིན་པ། འཇའ་ཡན་ཆུ་བྱའི་ཤ་ལ་གསོ་བ་འདེས་ད་དེ་རེད། ད་འདི་ག་རེ་ཟེར་ཡོང་གོ་རེ་ཟེར་ན། ཆེ་ཚད་རྩོམ་པ་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་དུས་ཆེ་ཚད་རྩོམ་པ་དེ་ཉི་མའི་འོད་ཟེར་གྱི་གཟུགས་སུ་བཀོད་པ་རེད། ཨ་ནི། སངས་རྒྱས་ཀྱི་བསྟན་པ་དེ་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན། མེ་ཏོག་པད་མའི་ཚལ་གྱི་གཟུགས་སུ་བཀོད་པ་རེད། སྐལ་བ་དང་ལྡན་པའི་སྐྱེ་དགུ་འདུལ་བྱ་རྣམས་ག་རེ་གི་གཟུགས་སུ་བཀོད་པ་རེད་ཟེར་ན་བུང་བའི་ཚོགས་ཀྱི་གཟུགས་སུ་བཀོད་པ་རེད། འོ་དེ་རེད་ད་གངས་ཅན་མདོར་བསྡུས་པ་ཡིན་ན་རྗེ་འཇམ་དབྱངས་ཆོས་ཀྱི་བཀྲ་ཤིས་དཔལ་ལྡན་པ་དེ་གིས་ཆེ་བརྩེགས་མཆེད་པ་དང་བརྩེ་བ་དང་རྩོམ་པའི་གི་འོད་ཟེར་འབུམ་ཕྲག་མང་པོ་ཞིག་འབྱེད་པ་ལ་བརྟེན་ནས་སངས་རྒྱས་ཀྱི་བསྟན་པ་པདྨའི་གི་ཚལ་དང་འདྲ་བ་དེ་རྣམ་པར་རྒྱས་པར་གྱུར་ཏེ། དེའི་སྒང་ལ་འཁོར་འདས་པའི་སྐལ་བ་དང་ལྡན་པའི་འདོད་ཆགས་སྐྱེ་དགུ་བོང་བའི་ཚོགས་དང་འདྲ་བ་དེ་རྣམས་ཐམས་ཅད་ལོག་གི་དབུགས་འབྱིན་པར་བྱེད་པ་དང་ངལ་གསོ་སྟེར་བར་བྱེད་པ་དང་ཐར་བའི་ལམ་སྟེར་བར་བྱེད་པ་ཡིན་ཙང་དབུགས་འབྱིན་པ། དེ་འདྲེས་ཀྱི་དབུགས་འབྱིན་མཁན་དེ་སུ་རེད་ཟེར་ན་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་པ་འདས་པ་རེད་དེ་འདྲེས་ཡིན་ཙང་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་པ་འདས་པ་དེ་ལ་གསོལ་བ་བཏབ་ཀྱི་ཡོད། དེ་ལབ་པ་རེད། ད་དཔེ་གི་ཐོག་ནས་བསམ་བློ་བཏང་འོན་ཏེ་ཉི་མའི་འོད་ཟེར་ཤར་འོན་དུས་མེ་ཏོག་པད་མ་ཁ་པད་མའི་ཚེ་ཁ་འབྱེད་པད་མའི་ཚེ་ཁ་འབྱེད་འོན་དུས་འབུ་བོང་བ་དེ་གས་དེ་གས་དེ་ལོངས་སུ་སྤྱོད་ནས་ཚིམ་པ་ནང་བཞིན། རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་དཔལ་གྱིས་ཨ་ནི་ཆེ་བཙན་གཙོ་འབེལ་གྱི་འོད་ཟེར་དེ་འཕྲོ་ཡོང་དུས་བརྩམས་པ་ལ་སངས་རྒྱས་ཀྱི་བསྟན་འཕེལ་གྱི་པད་མོས་ཀྱི་ཚེ་དེ་ཨ་ནི་ཁ་འབྱེད་དེ་འབྱེད་པ་ལ་བརྟེན་ནས་དེ་ལོངས་སུ་སྤྱོད་ངེས་ཡོད་སྐལ་བ་དང་ལྡན་པའི་འདོད་ཆགས་སྐྱེ་དགུ་བུང་བའི་ཚོགས་རྣམས་དབུགས་འབྱིན་པར་བྱེད་ཀྱི་འདུག་དབུགས་མ་ཕྱུང་བ་རྣམས་དབུགས་འབྱིན་པར་བྱེད་ཀྱི་འདུག་དེ་འདྲའི་ཡིན་པ་ཡིན་ཙང་དེ་འདྲའི་གི། ནི་གར་སོགས་རིན་ཆེན་འཇམ་དབྱངས་ཆོས་ཀྱི་བཀྲ་ཤིས་པ་འདི་བར་དོ་ལ་གསོལ་བ་བཏབ་ཀྱི་ཡོད། ཅེས་ནས། ཨོ་ཡ། འདི་གི་ཐོག་ནས་རྗེ་འཇམ་དབྱངས་ཆོས་རྗེ་གི་གསོལ་འདེབས་གཅིག་ཚར་བ་རེད། ད་དེ་གི་ཐོག་ནས་ད་ང་ཚོ་རྗེ་འཇམ་དབྱངས་ཆོས་རྗེ་གི་གསོལ་འདེབས་མ་འདྲ་བ་བརྒྱད་དེ་ཚར་བ་རེད་ད། དང་པོ་དང་པོ་དེ་གི་གསོལ་འདེབས་བྱས་ཚང་དེ་སྤྱན་ཡོངས་ཀྱི་ཐོག་ནས་གསོལ་འདེབས་བྱས་སོང། གཉིས་པ་དེ་ལ་ངེས་འབྱུང་གི་བསམ་འཕེལ་གྱིས་ཟིན་པའི་ཐོག་ནས་གསོལ་འདེབས་བྱས་སོང། དེ་ནས་གསུམ་པ་དེ་ལས་བཞུགས་ཁུག་དེ་ལ་ཡིན་པ་ཡིན་ན་རྣམ་དཔྱོད་ཀྱི་ཐོག་ནས་གསོལ་འདེབས་བྱས་སོང། དེའི་བཞུགས་ཁུག་དེ་ལ་ཡིན་པ་ཡིན་ན་ཅི་གར་སོགས་རེད་མཁྱེན་པ་དང་བརྩེ་བས་ཀྱི་ཡོན་ཏན་ཡོད་པའི་ཐོག་ནས་གསོལ་འདེབས་བྱས་སོང། དེའི་བཞུགས་ཁུག་དེ་ལ་ཡིན་ན་ཨ་ནི་གར་སོགས་རེད། རྒྱལ་བ་རྣམས་ཀྱི་ཆེ་ཚེའི་ཅོད་པན་བཅིངས་པ་དང་བཀྲ་ཤིས་པའི་མེ་ཏོག་འཐོར་བ། རྒྱལ་སྲིད་ཀྱི་ཆོས་ཀྱི་རྒྱལ་སྲིད་ལ་དབང་འབྱོར་བའི་ཐོག་ནས་གསོལ་འདེབས་བྱས་པ་རེད། དེའི་ཞུ་སྐུལ་དེ་ལ་མཚན་དངོས་སུ་སླེབས་ཐུབ་པ་བྱས་ནས་བཀྲ་ཤིས་པ་འདས་ཟེར་ཡ་དེ་སླེབས་ཐུབ་པ་བྱས་ནས་གསོལ་འདེབས་ཅིག་བྱས་པ་རེད། དེའི་ཞུ་སྐུལ་དེ་ལ་ཐུགས་གསང་དགོངས་གསོལ་གྱི་ཐོག་ནས་གསོལ་འདེབས་ཅིག་བྱས་པ་རེད། དེའི་ཞུ་སྐུལ་དེ་ལ་འཆད་རྩོད་རྩོམ་གསུམ་གྱི་ཐོག་ནས་སངས་རྒྱས་ཀྱི་བསྟན་པ་འཛིན་རྒྱུ་སྤེལ་གསུམ་བྱས་པ་དེའི་ཐོག་ནས་གསོལ་འདེབས་བྱས་པ་རེད། དེ་གསོལ་འདེབས་མ་འདྲ་བ་བརྒྱད་དེ་དེའི་ཚགས་པ་རེད། ད་དེ་ཚགས་ཡོང་དུས་བརྩམས་པ་ལ་ད་གསོལ་འདེབས་དེ་ཚགས་ཡོང་དུས་བརྩམས་པ་ལ་ད་དེའི་འོག་དེ་ལ་སྨོན་ལམ་གསུངས་ཡོད་རེད། ད་སྨོན་ལམ་གསུང་དེར་དང། ད་ལྟ་འོ། ད་ལྟ་དེ་འཆད་རྩོད་རྩོམ་པའི་འོད་ཟེར་འབུམ་ཕྲག་གིས་བསྟན་པའི་པད་ཚལ་རྣམ་པར་རྒྱས་བྱས་ཏེ་སྐྱེ་དགུའི་བུང་བའི་ཚོགས་ཀྱི་དབུ་འབྱིན་པ། འཇམ་དབྱངས་ཆོས་རྗེའི་ཞར་ལ་གསོལ་བ་འདེབས་སའི་དེ་ཡང་དེའི། ད་ང་ཚོ་ཡིན་ན་བདེན་པའི་གཟུགས་ཅན་ཕྱག་གི་དུ་བ། ཉི་མའི་འོད་ཟེར་ཤར་བ་ལ་བརྟེན་ནས་པད་མོ་ཁ་ཕྱེ་པད་མོ་ཁ་ཕྱེ་བ་ལ་བརྟེན་ནས་པད་མོ་དེ་ལ་འཁོར་བའི་བུང་བ་རྣམས་ཚིམ་པར་བྱེད་ཀྱི་ཡོད་པ་དེ་བདེན་གྱི་ཡོད་པ་ཡིན་ཙང། དེ་ནི་བདེན་པའི་གཟུགས་ཅན་ཆ་རེད། འོ་ཡ། ད་དེའི་ཤུགས་ཀུན་དེ་ལ་ཨ་ནི། སྨོན་ལམ་དེ་རེད་སྨོན་ལམ་དེ་ལ་སྐུ་དང་གསུང་དང་ཐུགས་དང་ཨ་ནི་སྤྱི་ཡོངས་ནས་སྨོན་ལམ་བྱས་ནས་གསུམ་ཡོད། སྨོན་ལམ་བཞི་ཡོད། སྨོན་ལམ་བཞི་ཡོད་ས་རེད། ད་དེ་ཡིན་དུས་ཙམ་པ་ལ་དང་པོ་དེ་ཡིན་ད། ཆོས་ཞབས་པད་མོ་གང་ལ་རེག་པས་ནི་བཀྲ་ཤིས་དགེ་མཚན་དཔལ་དང་རབ་ལྡན་པ། བསོད་ནམས་ཕུང་པོ་ཡོངས་སུ་རྫོགས་པའི་སྐུ། མིག་གི་ཡུལ་དུ་འབྲལ་བ་མེད་པར་ཤོག་ཨོ་ཟེར་བྱས་ནས་ད་ད་ས་མ་སྨོན་ལམ་རེད་ད་གིས་ཆ་མ་གསོལ་བ་འདེབས་གསོལ་བ་འདེབས་ཅང་ཅང་རེད་དོ། ད་འདི་སྨོན་ལམ་རེད། སྨོན་ལམ་དེ་ག་རེ་ལབ་ཡོད་རེད་ཟེར་དུས་བརྩམས་པ་ལ། རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་འདེབས་པ་ཆོས་ཀྱི་ཞབས་ཀྱི་པད་མོ་དེ་ཞབས་དེ་ག་རེ་གི་གཟུགས་སུ་བཀོད་པ་རེད་པད་མོ་གི་གཟུགས་སུ་བཀོད་ནས་ཞབས་ཀྱི་པད་མོ་དེ་གང་ལ་རེག་པའམ་གང་ལ་ཐུག་པའམ་ཁྱེད་རང་ག་བ་ལ་ཕེབས་ཀྱི་ཡོད་ནས་ཕེབས་ས་གི་ས་ཆ་དེ། བཀྲ་ཤིས་དགེ་མཚན་དཔལ་དང་རབ་བརྟན་པདྨ་བཀྲ་ཤིས་པའི་དགེ་མཚན་དང་ལྡན་པ་ཆགས་ཀྱི་འདུག་ད་ང་ཚོ་ཡིན་ན་སྐུ་མདུན་ག་བ་ལ་ཕེབས་ཡོད་པ་ཡིན་ནས་ཕེབས་ས་དེ་ཁོ་ར་རྩ་ཆེན་པོ་ཆགས་ཀྱི་ཡོད་པ་ནང་བཞིན་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་པ་འདི་པ་ཆོས་ཀྱི་ཞབས་ཀྱི་པད་མོ་དེ་གང་ལ་རེག་པ་དང་ཐུག་པ་དང་ཁྱེད་རང་ག་བ་ལ་ཞབས་ཀྱི་བཅགས་ཡོད་པ་ཡིན་ན་ཡང་དེ་ཞབས་ཀྱི་བཅགས་ས་ཀྱི་ས་ཆ་དེ་བཀྲ་ཤིས་པའི་དགེ་མཚན་གྱི་དཔེ་དང་ལྡན་པ་ཆགས་ཀྱི་འདུག་དེ་འདྲ་ཡིན་པ་ཡིན་ཙང་འདི་གི་ག་རེ་མཚོན་ཡོང་གི་འདུག་ཟེར་ན་ཁྱེད་རང་གི་བསོད་ནམས་ཀྱི་ཕུང་པོ་བསོད་ནམས་ཀྱི་ཚོགས་ཡོངས་སུ་རྫོགས་པ་དེ་རྫོགས་པ། དེ་ཧ་མཚོན་གྱི་འདུག་དེ་འདྲ་ཡིན་ཙང་བསོད་ནམས་བོན་པོ་ཡོངས་སུ་རྫོགས་པའི་སྐུ་ཉིད་ཀྱི་ཡུལ་དུ་འབྲལ་བ་མེད་པར་ཤོག་ཟེར་ན་དེ་འདྲ་བའི་གི་དཔེ་དང། ཁྱོད་ཉིད་ག་བ་ལ་ཕེབས་ན་ཡང་ཕེབས་ས་གི་ས་ཆ་ཚང་མ་བཀྲ་ཤིས་པའི་དགེ་མཚན་དང་ལྡན་པར་བྱེད་པར་ངེས་ཀྱི། བསོད་ནམས་ཀྱི་ཚོགས་ཡོངས་སུ་རྫོགས་པར་རྫོགས་ཏེ་ངེས་ཀྱི། རྗེ་འཇམ་དབྱངས་ཆོས་རྗེ་པ་བཀྲ་ཤིས་པ་ལྡན་པ་ཁྱེད་རང་གི་སྐུ། བསམ་གྱིས་མ་ཁྱབ་པ་འདི་དང། འདི་བདག་ཅག་རྣམས་ཀྱི་མིག་གི་ཡུལ་དང་འབྲལ་བ་མེད་པར་ཤོག་ཟེར་ནས་དེས་ང་ཚོའི་གི་མིག་དང་རྩ་བ་གཉིས་ནི་མ་བྲལ་བར་ཤོག་ཅེས་ནས་ད་ག་དུས་ནས་མཇལ་རྒྱུ་ཡོང་བར་ཤོག་ཟེར་ཡང་འགྲོ། འོ་དེ་རེད། ད་འདི་ག་རེད་ཟེར་ན་གཙོ་བོ་སྐུ་ལ་གཟུགས་སྐུ་ཐོག་ནས་བསམ་བློ་བཏང་ཡོང་དུས་བརྩམས་པ་ལ་གཟུགས་སྐུ་འབྲུ་བརྒྱད་དེ་གཙོ་བོ་བསོད་ནམས་ཀྱི་ཚོགས་ལ་བརྟེན་ནས་འགྲོ་གི་ཡོད་པ་ཡིན་ཙང་བསོད་ནམས་ཀྱི་ཕུང་པོ་ཡོངས་སུ་རྫོགས་པའི་སྐུ་མིག་གི་ཡུལ་དང་འབྲལ་བ་མེད་པར་ཤོག་ཟེར་ཡ་དེ་ད་དང་པོ་དེ་རེད་སྐུ་ལ་སྐུ་གི་ཐོག་ནས་གསོལ་བ་བཏབ་སྨོན་ལམ་རྒྱག་ཡ་དེ་རེད། ད་དེ་བཞུགས་སྒོ་འདི་ལ་གསུང་གི་ཐོག་ནས་རེད་གསུང་གི་ཐོག་ནས་གླེང་བ་ནི་འདི་རེད། མཁས་མང་སྨྲ་བའི་མདུན་སར་བཞུགས་པ་ན། འཇམ་པའི་དབྱངས་ཀྱིས་ཡིད་ལ་སྐད་གསང་སྟེར། གསུང་རབ་ཀུན་གྱི་དེ་ཉིད་འབྱེད་པའི་གསུང། རྣ་བའི་ཡུལ་དུ་རྟག་ཏུ་འབྲལ་མེད་ཤོག། ཅེས་ནས་ད་གང་ལྟར་གང་གི་གོང་ལ་ཡིན་ན་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ལྟ་བུའི་གུས་དང་སྐྱེས་བུ་དམ་པ་རྣམས་ཀྱི་སྐུ། བསོད་ནམས་ཀྱི་ཞིང་མཆོག་ཞིང་སར་སྤྱོད་པའི་སྐུ་དེ་འདྲ་ཡོད་ཅེས། ང་ཚོས་ཀྱི་མིག་གི་ཡུལ་དེ་ནམ་ཡང་མ་འབྲལ་བ་བྱས་ནས་ག་དུས་ཡིན་ནའི་མཇལ་རྒྱུ་ཡོང་བ་ཞོགས་ཅིག་རེད་ད། གསུང་གི་ཐོག་ནས་ལབ་ཡོང་དུས་ག་རེ་ལབ་རེད་ཟེར་ན། མཁས་པ་ཧ་ཅང་མང་པོ་འདུས་ཏེ་ས་གི། ད་དཔལ་ལྡན་བགྲོ་གླིང་ཆེན་པོ་དང་དཔལ་ལྡན་ནི། མཁས་པའི་གི་དཔལ་ལྡན། མདུན་སའམ་དོ་ར་དེ་འདྲའི་གི་ནང་ལོགས་ལ་བཞུགས་པའི་སྐབས་དེ་ལ་ཁྱེད་རང། ཨ་ནེ་འཇམ་པའི་དབྱངས་ཀྱི་དམིགས་བསལ་གྱི་ཁྱེད་རང་ལ་ཡིད་ལ་སྐད་གསང་གཏད་པ་བྱས་པའམ། འཇམ་པའི་དབྱངས་ཀྱི་དམིགས་བསལ་གྱི་བྱིན་རླབས་གནང་བ་བྱས་པ། འཇམ་པའི་དབྱངས་ཀྱི་ཡིད་ལ་སྐད་གསང་གཏད་རེ་བྱས།

དེ་འདྲས་ཀྱི་རྗེས་འཇའ་ཡང་ཆོས་རྗེ་པ་བཀྲ་ཤིས་པ་འདས་པ་ཁྱེད་རང་གི་གསུང་ལྟ་བུ་དེ་འདྲས་ཀྱིས་ང་ཚོས་ཀྱི་ཨ་མཆོག་གི་གནའ་བོའི་ཡུལ་ལས་རྟག་ཏུ་འབྲལ་བ་མེད་པ་བྱས་ནས་ག་དུས་ཡིན་ན་ཡང་གསུང་དེ་འདྲས་ཅིག་ཐོས་བར་ཤོག། ད་ལྟ་གངས་ཅན་མདོ་སྟོད་ན་དང་པོ་དེ་གི་བོད་དང་སྤྱི་བོ་དམ་པ་བཀྲ་ཤིས་པ་འདས་པ་ལྟ་བུ་དེ་འདྲས་ཀྱི་སྐུ་དེ་ག་དུས་ཡིན་ན་མཇལ་རྒྱུ་ཡོང་བར་ཤོག། ང་ཚོ་ཡིན་ན་རྒྱ་བོད་རིན་པོ་ཆེ་སྐུ་ལྟ་བུ་ཅིག་ག་དུས་ཡིན་ན་མཇལ་རྒྱུ་ཡོང་བར་ཤོག། གཉིས་པ་འདི་ཡིན་ན་རྗེས་འཇའ་ཡང་ཆོས་རྗེ་བཀྲ་ཤིས་པ་འདས་པ་ལྟ་བུ་ཁྱེད་རང་ཁྱེད་མང་འདུས་སྲས་ཀྱི་དབུས་སུ་ལ་གནས་ནས། བོད་དུ་འཇམ་དཔལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་དང་དངོས་གྲུབ་གནང་བ་ལ་བརྟེན་ནས་གསུང་རབ་ཀྱི་གནད་ཀ་ག་འདྲས་ཀྱིས་སྨྲ་དགོས་ཡེ་ནས་ཐོགས་པ་མེད་པ་ཡིན་དེ་ངེད་ཀྱིས་གསུང་དེ་འདྲས་ཀྱིས་ང་ཚོའི་ཨ་མཆོག་ནས་ནང་ཡང་མ་བྲལ་བ་བྱས་ནས་ག་དུས་ཡིན་ན་ཡང་ཐུགས་རྒྱུད་ཡོང་བ་ཞུ། རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ལྟ་བུའི་ཀྱི་གསུང་དེ་ག་དུས་ཡིན་ནས་ཐུགས་རྒྱུད་ཡོང་བ་ཞུ། ཨོ་དེ། དེའི་ཞུ་སྐུལ་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་དུས་བརྩམས་པ་ལ། ཨ་ཡ། ཤེས་བྱ་ཀུན་ལ་བློ་འཁྲིད་ཐོགས་མེད་ཅིང་ལུས་ཅན་ཀུན་ལ་ཕན་པའི་བསམ་པ་ཅན། རེ་བ། མཁྱེན་བརྩེའི་དཔལ་གྱིས་ཡོངས་སུ་གང་བའི་ཐུགས། ཡིད་ཀྱི་ཡུལ་དུ་རྟག་ཏུ་འབྲལ་མེད་ཞུགས། ད་འདི་ཐུགས། ཐུགས་ཀྱི་ཐོག་ནས། ཐུགས་ཀྱི་ཐོག་ནས་ག་འདྲའི་ཆེ་སླ་བའི་མགོ་བ་རེད་ཟེར་དུས་མཚོན་པ་ལ། ཤེས་བྱ་ཀུན་ལ་ཐོགས་པ་བློ་གྲོས་ཐོགས་པ་མེད་པར་བྱས་ནས་འཇུག་ཐུབ་ཡ། ཇི་ལྟ་བ་དང་ཇི་སྙེད་པས་བསྡུས་པའི་ཤེས་བྱ་ཐམས་ཅད་བློ་ལ་བློ་གྲོས་ཐོགས་པ་མེད་པའི་ཐོག་ནས་འཇུག་ཐུབ་ཡ་གཅིག། དེ་གི་ཤེས་རབ་མཚོན་པ་ཆེ། གཉིས་པ་དེ་ག་རེ་རེད་ཟེར་དུས་མཚོན་པ་ལ་ལུས་ཅན་ཀུན་ལ་ཕན་པའི་བསམ་པ་ཅན། སོ་སོ་གི་ཡིན་ལུགས་འབྱེད་པའི་ཤེས་རབ་ཡོད་ནས་མི་ལ་ཕན་སེམས་མེད་པ་ཡིན་ན་མི་འགྲིག་པ་ཡིན་ཙང་ལུས་ཅན་ཐམས་ཅད་ལ་ལ་ཕན་པའི་བསམ་པ་པའི་རྩེ་གཅིག་པའི་གི་ཕན་པའི་བསམ་པ་དེ་ཡོད་པར་བྱས། དེ་འདྲའི་ཡུལ་དེ་བས་གི་ཆེན་པ་དང་བརྩེ་བ་གཉིས་ཀ་གིས་ཡོངས་སུ་གང་དེ་ངེད་ཀྱི་ཐུགས། རྗེ་འཇམ་དབྱངས་ཆོས་རྗེ་པདྨ་བཀྲ་ཤིས་པ་འདས་པ་ཁྱེད་རང་ལ་ཡོད་པའི་ཐུགས་དེ་ལྟ་བུ་ཅིག་ཡིད་ཀྱི་ཡུལ་དུ་རྟག་ཏུ་འབྲལ་མེད་ཞུགས་སོ་ང་ཚོས་གི་ནི་བས་ཏེ། སེམས་པའི་ན་ལོ་ནས་རྩ་བ་ཉིད་ནས་མ་ཡལ་བར་བྱས་ནས་དེ་འདྲ་བུ་ཅིག་ང་ཚོར་ཡང་མགྱོགས་པོ་ཆགས་བར་ཞུགས་སོ། འོ་དེ། ད་འདི་ལ་འོ་འདི་བརྩམས་པ་ལ་འདི་སོགས་བྲིས་ཏེ། ག་རེ་ཟེར་ན་གཟུགས་ཅན་འདྲ་བོ་དེ་འདྲ་ཞིག་ར་བསྐོས་ཡོད་མ་རེད། ཤེས་བྱ་ཀུན་ལ་བློ་གྲོས་ཐོག་མ་མེད་པར་འཇུག་ཐུབ་ཡ། ཨ་ནི་དཔེ་དང་ལུས་ཅན་ཐམས་ཅད་ལ་ཕན་པའི་བསམ་པ་ཡོད་ཐུབ་ཡ། མཆན་པ་དང་བརྩེ་བས་ཀྱི་དཔེ་ཅིག་ཡོངས་སུ་གང་བདེ་ངེས་ཀྱི་ཚེ་དུས་རང་བཞིན་བརྗོད་པ་ཅན་སྐྱབས་དེ་ཡང་རེད། འོ་ཡ་ཧི་ཅི་ཡོད་དོ་རྟག་ཏུ་འབྲེལ་མེད་ཤོས་ད་སྨོན་ལམ་མཐའ་མ་དེ་རེད། སྨོན་ལམ་མཐའ་མ་དེ་ག་རེ་རེད་ཟེར་ན་ད་དཔེ་ཅན་ཡོད་རེད་དེ་ནང་ལ་དཔེ་ཅན། ཡིད་བཞིན་ནོར་བུ་ལྟ་བུར་རྙེད་དཀའ་ཞིང། ཆུ་བོ་ལྟ་བུར་འཇིག་པར་སླ་བའི་ཚུལ། ལེགས་པར་རྟོགས་ནས་ད་ཡོད་གཏན་བཟང་པོ། ཉིན་མཚན་ཆོས་ཀྱི་དོན་ལྡན་བྱེད་པར་ཤོག་དེ་རེད། དེ་ག་རུ་སེ་ཡོང་གོ་རེད་ཟེར་ན། ད་ང་ཚོ་ད་ང་ཚོ་ག་རེ་མ་ག་རུ་མ་གོ་ག་རེ་བྱས་པ་ཡིན་ན་ཆོས་མ་དྲན་པ་དེ་ག་རེ་རེད་ཟེར་དུས་ཤི་རྒྱུ་མ་དྲན་པ་དང་འཆི་བ་མ་བརྟགས་པ་མ་གོམས་པ་ཙམ་རེད་བ། དེ་འདྲ་ཡིན་པ་ཡིན་ཙང་ཡིད་བཞིན་གྱི་ནོར་བུ་ལྟ་བུ་རྙེད་པར་དཀའ་བ་ཡིན་ངེས་ཀྱི་དེ་བས་དེ་བས་ལུས་བརྟན། ཡིད་བཞིན་གྱི་ནོར་བུ་ལྟ་བུ་རྙེད་བར་དཀའ་བ་ཡིན་པ་ཡིན་ན་ཡང་བརྟན་པོ་ཡིན་ན་ཨོ་ཙི་རེད་བརྟན་པོ་ཡོད་མ་རེད་ཆུ་ཡི་ཆུ་བུ་ནང་བཞིན་བྱས་ནས་མྱུར་དུ་འཇིག་འགྲོ་ངེས།

དོན་ལྡན་བྱེད་པར་ཤོག་ཟེར་ད་དོན་དང་ལྡན་པ་ཞིག་ཡོང་བར་ཤོག་གང་འདྲས་བྱས་ནས་དོན་དང་ལྡན་པ་ཡོང་དགོས་རེད་ཟེར་དུས་ཉིན་དང་མཚན་གཉིས་ཀ་ལ། ཆོས་ཀྱི་བསམ་བློ་བཏང་བའི་ཐོག་ནས་ཆོས་བྱས་བསྡད་པ་ཡིན་ན་མི་ཚེ་དོན་དང་ལྡན་པ་ཆགས་པ་རེད་ཆོས་མ་ཆོས་མ་ཡིན་པ་བྱས་བསྡད་པ་ཡིན་ན་མི་ཚེ་དོན་དང་ལྡན་པ་མ་ཡིན་པ་མ་ཡིན་པ་ཆགས་པ་རེད་དེ་འདྲས་ཡིན་པ་ཡིན་ཙང་ཆོས་དང། དད་པ་བརྗེད་དགའ་སོགས་རེད། ཡིད་བཞིན་གྱི་ནོར་བུ་ལྟ་བུ་རྙེད་པར་དཀའ་བ་ཡིན་པ་ཆུ་བོ་ལྟ་བུ་འཇིག་པར་སླ་བ་ཡིན་པ། དེའི་གི་གནས་ཚུལ་དེ་ཧ་གོ་བའི་སྟེང་ནས་དད་པ་བརྗེད་དང་འབྱོར་པ་བཅུ་ཚང་བའི་དལ་འབྱོར་གྱི་མི་ལུས་རིན་པོ་ཆེ་དེ། ཉིན་མཚན་ཀུན་ཏུ་ཆོས་ཁོ་ན་བྱེད་པ་ལ་བརྟེན་ནས་དོན་དང་ལྡན་པ་ཞིག་ཡོང་བར་ཤོག་ཅེས་ནས་ད་སྨོན་ལམ་མཐའ་མཇུག་གི་སྨོན་ལམ་དེ་དེ་རེད། ད་ང་ཚོ་གི་སྨོན་ལམ་ཡོད་ན་མེད་ན་དེ་དེར་བ་མི་ཚེ་དོན་དང་ལྡན་པ་ཞིག་ཡོང་བ་ཤོག། དེ་ང་ཚོ་སྐྱབས་ཐོབ་དང་སྨོན་ལམ་དེ་ཚོ་ནང་ལ་ཡོང་གི་དང་ཚེ་ལ་དོན་ལྡན་ཡོང་བ་ཤོག་ད་ང་ཚོ་ལ་ཚེ་ལ་ལྷག་མ་ག་ཚོད་ཡོད་ཧ་གོ་གི་མ་རེད་དེ། ད་ཚེ་ལ་དོན་ལྡན་ཡོང་བ་ཚེ་གི་ལྷག་མ་དེ་དོན་ལྡན་ག་འདྲས་ཡོང་དགོས་རེད་ཟེར་དུས་ཚང་མ་ལ་དེ་བྱོས་དེ་ཁ་སོ་རེད་དེ་ཡོད་བསྟན་དེ་སྙིང་པོ་བླང་དགོས་ཡོད་ན་སྙིང་པོ་བླང་ཡ་དེ་ཉིན་མཚན་ཀུན་ཏུ་ཆོས་ལ་འབད་ཡ་དེ་རེད་བ། ཆོས་ལ་འབད་དགོས་ཡོད་རྒྱུ་མཚན་ག་རེ་རེད་ཟེར་ན། ང་ཚོ་མི་ཚེ་ཚེ་ངེས་དེ་ལམ་སང་ལོ། ཆུ་བོ་ན་བཞིན་འཇིགས་འགྲོ་ཡས་རེད། འཇིགས་འགྲོ་ཡས་ཡིན་ན་ཧང་སང་ཡས་ཁྱེད་མི་འདུག་ཨ་ལ་དུས་ཙམ་པ་ལ། འཇིགས་འགྲོ་ཡས་ཀྱི་རེད་དེ་ཡིན་ནས་བོད་ཆས་ཡག་པོ་བཏང་ཤེས་ན་ཡིད་བཞིན་གྱི་ནོར་བུ་ལྟ་བུ་རྙེད་པ་དཀའ་བ་རེད། དེ་འདྲ་ཡིན་ཙང། ཡིད་བཞིན་གྱི་ནོར་བུ་ལྟ་བུ་རྙེད་པ་དཀའ་ཞིང་ཆུ་བོ་ན་ཞིག་འཇིགས་པ་སླ་བ་ཡིན་པ། དེ་འདྲའི་གི་རྩ་ཆེན་པོ་གི་དེ་བ་བརྒྱད་དང་འབྱོར་བ་བཅུ་ཚར་བའི་དེང་ཆོས་ཀྱི་མི་ལུས་རིན་པོ་ཆེ་འདི་ཉིད་དང་མཚན་ཐམས་ཅད་ལ་ཆུ་ཁོ་ན་བྱས་པའི་སྟེང་ནས་དུས་འདའ་བ་ཤོག། ཟེར་ནས་ཐ་མལ་གི་སྨོན་ལམ་དེ་རེད། དེ་ནས་འདི་གི་ལྟར་འོག་གི་སྨོན་ལམ་དེ་ནམ་རྒྱུན་ཡོངས་གྲགས་ཀྱི་སྨོན་ལམ་དེར་བ། འཇམ་དབྱངས་བླ་མ་ཆོས་སྐུ་སྤྱན་དྲངས་དང་འཁོར་དང་སྐུ་ཚེའི་རྩེ་དང་ཞིང་ཁམས་དང། ཆོས་ཀྱི་མཚན་མཆོག་བཟང་པོ་སྤྱན་དྲངས་པ་དེ་འདྲ་ཁོ་ན་བདག་སོགས་འབྱུང་བར་ཤོག་ཅེས་ནས། འཇམ་དབྱངས་བླ་མ་ཁྱེད་འདྲ་བ་གི་སྐུ་སྐུ་ག་འདྲ་ཡོད་པ་ཡིན་ནས། ཁྱེད་རང་གི་འཁོར་དང་སྐུ་ཚེ་གི་ཚད་དང་ཁྱོད་ཀྱི་ཞིང་ཁམས་དང་ཁྱོད་ཀྱི་མཚན་བཟང་པོ་ལ་སོགས་པ་དག་ཅི་འདྲ་བ་ཅིག་ཡིན་པ་ཡིན་ན་དེ་འདྲ་བ་དེ་འདྲའི་ནང་བཞིན་གྱི་ང་ཚོ་ཡང་ཁྱེད་རང་འདྲ་བ་ཅིག་ཆགས་བར་ཤོག། དེ་རེད་དེ་ང་ཚོ་དབྱིན་ཇི་ནང་ལོགས་ལས་བྱས་པ་ཡིན་ན། Inspiration ཟེར་གི་འདུག་སོ་སོ་ལ་དཔེ་དང། སོ་སོ་སྣང་བ་འགྲོ་ས་འདྲ་བོ་ཅིག་དང་སོ་སོ་འདི་འདྲ་ཅིག་ཆགས་ཉིད་འགྲོ་ས་འདྲ་བོ་ཅིག་ཡོད་དགོས་རེད་གལ་ཆེན་པོ་རེད་ལབ་གི་འདུག་བ། སླ་བྲ་སྤུ་གུ་དང་སོགས་བྲིས་ཡང་སོ་སོ་ག་རེ་འདྲ་ཅིག་པོ་ལི་ཙི་ངེ་ཡིན་ན་སོ་སོ་འདི་འདྲ་འདྲ་ཅིག་ཆགས་ཉིད་གྲུབ་གི་ཡོད་ཡིན་དུས་དེའི་པར་འདྲ་བོ་སྦྱར། དེ་འདྲ་འདྲ་བོ་ཅིག་ཆགས་སྣང་བསམ་ཡང་དེའི་སྐོར་ལ་བལྟ། དེའི་བལྟ། དེ་གི་རྟ་དེ་ཡང་འདྲ་པོ་དེ་གི་སྐོར་ལ་སྦྱང་བསྡད་པའི་སོ་འགྲོ་གཞུང་གོ་རེ་མ་ཐག་ན་ཞིག་ང་ཚོ་གི་ཡང་སོ་སོ་ཅིག་ཕྱག་གཉིས་དཀྲུག་གི་ཡོད་ན་སོ་སོ་མགོ་ཚུད་གི་བ་མ་རུང་མགོ་མ་ཚུད་ཡོད་སྐབས་དེ་ལ་ག་རེ་ཞིག་གོ་གི་ཡོད་རེ་ཟེར་ན inspiration ཟེར་མཁན་ཞིག་གོ་གི་འདུག་བ་མིག་དཔེ་བལྟ་ས་ཅིག་མིག་དཔེ་བལྟ་ས་དེ་སུ་རེ་ཟེར་ན་རྗེ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ལྟ་བུ་ཅིག་ལ་མཁས་པའི་བསམ་གྱིས་མི་ཁྱབ་པ་ནས་ཡོན་ཏན་བསམ་གྱིས་མི་ཁྱབ་པ་ཡོད་ངེས་དེ་འདྲས་ཅིག་ལ་བལྟ་ནས་ད་ཁྱེད་རྣམ་པ་ཚོ་ལ་ཨ་ནི་སྐུ་འདྲ་ག་འདྲ་ཞིག་འདུག་ཁོག་ག་འདྲ་ཞིག་འདུག་སྐུ་ཚེའི་ཚད་ག་འདྲ་ཞིག་འདུག་ཞིང་ཁང་ག་འདྲ་ཞིག་འདུག་ཚེ་མཆོག་ག་འདྲ་ཞིག་འདུག་ཁྱེད་ལ་ག་འདྲ་ཅིག་ཡོད་པ་ཡིན་དེ་འདྲ་འདྲ་པོ་ཅིག་ང་ཡང་དེ་འདྲ་འདྲ་པོ་ཅིག་ཆགས་བ་ཤོག་ཟེར་ནས་སྨོན་ལམ་བཏགས་ཡོང་དུས་ལྟ་ཅི། དཔེ་བཞག་ས་འདྲ་ཅིག་ཡོད་རེད་བ། མ་གཏོགས་དཔེ་བཞག་ས་འདྲ་ཅིག་མེད་ཚར་ན། དེ་ནི་ག་འདྲ་འདྲ་ཅིག་ཆགས་སོང་ན་ཧ་སོ་སོ་ཧ་མ་གོ་ངེས་འདྲ་པོ་ཅིག་ད་ང་ཚོ་རྒྱ་བ་རིན་པོ་ཆེ་འདྲ་པོ་ཅིག་ཆགས་བ་ཤོག་ཟེར་ཁྱེད་རང་འདྲ་བོ་ཅིག་ཆགས་བ་ཤོག་ཟེར་ཡ་འདྲ་བོ་ཅིག་སོ་སོ་དཔེ་བལྟ་ས་འདྲ་བོ་ཅིག་ང་ཚོ་དཔེར་ན་ཡིན་ན་སོ་སོ་དཔེ་ཁྲིད་མཁན་དེ་ཚོ་ལ་ཞེ་བོ་ཅིག་ཚང་ཚང་ཡིན་མོད་ཀྱོ། ཕལ་དེ་བ་དཔག་ཏུ་མེད་པ་སྐྱེས་ཡོང་དུས་ང་ཡང་ཁྱེད་རང་འདྲ་བོ་ཅིག་མགྱོགས་པོ་ཡོང་ནས་མྱུར་དུ་ཡོང་བར་ཤོག་ཚེ་འདི་ལ་མ་ཡོང་ནས་ཚེ་ཕྱི་མ་ལ་ཡོང་བར་ཤོག་ཟེར་ནས་སྨོན་ལམ་རྒྱག་ཡ་འགྲོ་ཅི་རེད་བ་འོ་དེའི་སྨོན་ལམ་དེ་རེད་ཁྱོད་ཀྱི་ཚེ་མཆོག་བཟང་པོ་ཅི་འདྲ་བ་དེ་འདྲ་ཁོ་ན་ད་གཟོད་འབྱོར་བར་ཤོག་དེ་ནས་ད་ཁྱེད་རང་ལ་གསོལ་བ་བཏབ་པའི་གི་མཐུ་ལ་བརྟེན་ནས་སྨྲ་བ་ག་རེ་ཡིན་ཟེར་ན་ཁྱོད་ལ་ལྟོས་ཀྱིས་གསོལ་བ་བཏབ་པ་ལ་བཏབ་པ་གསོལ་བ་བཏབ་པའི་མཐུ་ལ་བརྟེན་ནས་བདག་ལའང་སོགས་པའི་སེམས་ཅན་གང་དུ་ཡོད་ས་གི་ས་ཕྱོགས་དེ་ལ་ནད་ཀྱི་དཀའ་ངལ་ཡོད་ས་ཨ་ནི་དབུལ་ཕོངས་པས་སྐྱོ་བོ་གི་དཀའ་ངལ་ཡོད་ས་དེ་ནི་ད་ལྟ་མུ་གེ་དེ་འདྲས་ཀྱི་དཀའ་ངལ་ཡོད་ར་དབུལ་ཕོངས་ནང་ལོ་མུ་གེ་དེ་ཚོ་ཚུད་དེ་ཡོད་ར་མུ་གེ་གི་དཀའ་ངལ་ཡོད་ས་ད་དེ་འདྲས་མ་ཡིན་པ་ཡིན་ན་ཡང་མི་རིགས་དང་མི་རིགས་བར་གྱི་འཐབ་རྩོད་ཆོས་ལུགས་དང་ཆོས་ལུགས་བར་གྱི་འཐབ་རྩོད་དེ་ནས་གཅིག་གི་ལུང་པ་དང་ལུང་པ་བར་གྱི་འཐབ་རྩོད་གཅིག་གི་ཁྱིམ་ཚང་ཕན་ཚུན་གྱི་འཐབ་རྩོད་མི་མི་ཕན་ཚུན་གྱི་འཐབ་རྩོད་ཡིན་ན་ཡང་མཚམས་ཐམས་ཅད་ལོ་མང་ཞི་ཐུབ་བ་དང་དེའི་གི་ཚབ་ལ་ཆོས་དང་བཀྲ་ཤིས་པའི་དགེ་ལེགས་ཀྱི་ད་དངོས་གྲུབ་དེ་གས་དེ་ཡིན་གཅིག་མིན་གཅིག་འཕེལ་བ་ཁྱེད་རང་གི་མཛད་རོགས་གྱིས་ཟེར་ནས་ཐ་མལ་གྱི་ད་མལ་ལམ་འདྲ་བ་དེ་དེ་རེད། ལགས་སོ། དེ་འདྲའི་ཆེད་རེད། ད་མཇལ་འཇའ་ཡན་ཆོས་རྗེ་བཀྲ་ཤིས་དཔལ་ལྡན་འབེལ་གྱི་ད་སྨོན་ལམ་དང་མཁར་སོགས་རེད་སོགས་འདས་དང་སྨོན་ལམ་ཟེར་དེ་གསོལ་བ་བཏབ་པ་ཨ་ནི་ཤོ་ལོ་ཀ་བརྒྱད་དང་ཨ་ནི་སྨོན་ལམ་ཤོ་ལོ་ཀ་གཉིས་མཇུག་གི་ད་ཤོ་ལོ་ཀ་གཉིས་གསུམ་བྱེད་དུ་བ་འོ་དེ་འདྲའི་ཆེད་ནི་དེའི་གི་ཐོག་ནས་མཇལ་འཇའ་ཡན་ཆོས་རྗེ་བཀྲ་ཤིས་དཔལ་ལྡན་འབེལ་ད་གསོལ་འདེབས་དེ་ང་ཚོ་རྣམས་ཀྱི་ཡོངས་གྲགས་འདྲ་བའི་འདུན་དེ་དེ་རེད་ད་འདིའི་ན་ལོ་ནི་མང་ཆེ་ཤོས་འདྲ་པོ་དེ་ཡིན་ན་གཟུགས་ཅན་ཆེ་དེའི་ནང་ལ་རང་བཞིན་ཅེས་པའི་ཅན་ཡང་འདུག་ཡང་དཔེ་ཅན་ཡང་འདུག་བ། སྙན་ངག་ནང་ལོ་ལ་དེ་འདྲས་ཅིག་རེད། ད་འདི་འདྲས་ཅིག་ཧ་གོ་བའི་སྟེང་ནས་ད་རང་ཉིད་ཀྱི་ངོས་ནས་ད་སོ་སོ་གི་བླ་མ་འདྲ་བོ་ཅིག་ལ་ཡང་གསོལ་འདེབས་སྨོན་ལམ་བྲིས་བྲིས་དགོས་དགོས་ཡོད་ན་དང་པོ་གསོལ་བ་བཏབ། མཚམས་མཚམས་ཡང་བསྟོད་པ་བྲིས་རེད། དང་པོ་བསྟོད་པ་བྲིས་བྲིས་བྲིས་དཔེར་ན་ལས་བྲིས་མ་འདྲ་བོ་ཅིག་ཡིན་ན་དང་པོ་བསྟོད་པ་བསྟོད་པ་བྲིས་དེ་ནས་བྲིས་བཞུགས་དགོས་དོན་ལ་གསོལ་འདེབས་བྱེད་དགོས་དོ། གསོལ་བ་བཏབ་དགོས་དོ། ཡོང་གི་འདུག་དང་པོ་དེ་ལ་ཡིན་ན་གཅིག་གཅིག་ཕྱག་འཚལ་ལོ་གཉིས་གཉིས་ཕྱག་འཚལ་ལོ་ཅང་ཅང་རེད། དེའི་ཞུ་སྐུད་དེ་ལ་ཐ་མ་དེ་ལས་ནི་དྲག་ཏུ་སྦྲུལ་གྱི་འཇིགས་པ་བསྐྱབ་ཏུ་གསོལ་བསྐྱབ་ཏུ་གསོལ་ཅང་ཅང་རེད། གོང་དུ་ཚུལ་རྩོམ་ཁྲི་ཐང་དུ་སོགས་ལས་དཔེ་ལྟར་ནི་རང་ཉིད་ཀྱི་ངོས་ནས་ཡིན་ན་རྒྱལ་བ་རིན་པོ་ཆེ་འདྲ་བོ་ཅིག་ལ་ཡང་དང་པོ་བསྟོད་པའམ་དེ་སུ་བྱེད་ཨང་དེའི་ཞུ་སྐུད་དེ་ལ་གསོལ་འདེབས་བྱེད་དེའི་ཞུ་སྐུད་དེ་ལ་སྨོན་ལམ་བྱེད་ནས་བསྟོད་པ་དང་གསོལ་འདེབས་དང་སྨོན་ལམ་དེ་གས་དེ་གསུམ་ཡོད་དེ་ངས་དེ་འབྲི་གི་ཡང་ཤོ་ལོ་ཀ་ལྔ་ཟ་དྲུག་ཟ་བདུན་ཟ་ཡང་མིན་ན་ཤོ་ལོ་ཀ་གསུམ་ཟ་ཨང་འདྲེ་འདྲ་བོ་ཅིག་བྲིས་ཡ་འབད་བརྩོན་བྱས་ན་ཡག་པོ་ཡོད་རེད་བསམས། ལོ་སོ།